ཨོ་ལ་སོ་ཨོ་ཡན་དེ་ནི་ང་ཚོ་བླ་དགའ་ཚོགས་པའི་ཚོགས་མི་ཚང་མ་ལ་ལ་འཚམས་འདྲི་དག་བྱས་ནས་ཐོ་འགོད་རེ་ས་ལྟ་བ་ཡིན་པ་ཡིན་ཙང་རེ་ས་ལྟ་བའི་དགོང་དྲོ་ད་ལྟ་ངའི་ངོས་ནས་ལྷ་སའི་ལོ་རྒྱུས་ངོ་སྤྲོད་ཞོར་དེ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ད་ལྟ་ལྷ་སའི་ལོ་རྒྱུས་ཀྱི་ནང་ལོགས་ནས་ས་བཅད་བཞི་བཞི་དགུ་པ་ནི་ལྷ་སར་ཡོད་པའི་རྒྱལ་བ་ཀུན་འདྲི་རིམ་བྱོན་གྱི་ཡབ་གཞིས་འགའ་དེ་རྒྱལ། ཧོ། ངོ་སྤྲོད་ཞུ་ཡས་ཡིན་དུང་གོ་དེ་ནི་མ། ད་དུང་གོ་ངོ་སྤྲོད་ཞུ་ཡས་དེ། རྒྱལ་བའི་ཡབ་གཞིས་ཁག་ཡིན་པས་ཡིན་ཙང། དེ་དང་འབྲེལ་ནས་རྒྱལ་མཆོག་ཀུན་འདྲི་རིམ་བྱོན་གྱི་ད་ཡབ་གཞིས་ལ། ནི་སྙེ་མ། ད་ང་ཚོ་ངབ་ཆུ་ང་ཁུལ་ཁོང་ལ་ཆ་བཞག་པ་ཡིན་ན། ནི་ག་ཚོད་རེད་ཡབ་གཞིས་ཁག་ལ་གུ་ནས་དོམ་པོར་ཡིན་ནས་རེད་ཡང་དེ་མ་ཡིན་པའི་ང་ཚོ་གཞིས་ཀ་ཆེན་པོ་ལ་སོགས་པ། ཧོ། དེ་འདྲས་གནང་སྲོལ་ཡོད་རེད་གནང་སྲོལ་དེ་སྙེ་མ། གར་ཟུར་ར་ད་བོད་ཀྱི་རྒྱལ་རབས་ལོ་རྒྱུས་ཁག་ལ་ཡང་ལོག་སྲོལ་ཧ་ཅང་གི་རྙིང་པ་དེ་འདྲས་ཁེལ་མ་རེད་ད་དེ། སྤྱི་ཡོངས་བྱས་པ་ཡིན་ན་དུས་ཕྱིས་སུ་བྱུང་བ་འདྲ་པོ་ཇེ་ཆགས་ཀྱི་ཡོད་རེད་ད་དེ་ཡང་དཔེ་ཆ་བཞག་པ་ཡིན་ན། རྒྱལ་མཆོག་སྐུ་འདྲིལ་དང་པོ་གཅིག་དགེ་འདུན་གྲུབ་པ་ནས་བཟུང་བ་གཅིག་གིས་རྒྱལ་མཆོག་སྐུ་འདྲིལ་དྲུག་པ་རིན་ཆེན་ཚངས་རྒྱ་མཚོའི་བར་ལ་ཡང་སྐུ་འདྲིལ་དང་པོ་དྲུག་ལ་ནི་ཡབ་གཞིས་ཀྱི་གདོན་མཚོ་ལ་ཡང་མི་བསད་ཀྱི་ཡབ་གཞིས་སེ་ཡ་དང་ཡབ་གཞིས་ཀྱི་ཡབ་ལ་ཡང་ནི་ཁུ་ནའི་མཐོན་པོ་དང་གཞིས་ཀ་ཆེན་པོ་ལ་སོགས་པ་འོ་དེ་འདྲ་གི་ནང་སུ་གས་བྱུང་ཡོད་མ་རེད་དེ་འདྲ་ཡིན་པ་ཡིན་ཙང་དེ་ག་སུ་རེད་གོང་ལ་ཞུམ་ན་ཤིང་དུས་ཕྱིས་སུ་བྱུང་བ་ཡིན་པ་དེ་དེ་ནས་མཁྱེན་རྟོགས་ཐུབ་ཡས་རབ་གཅིག་དེ་རེད། ད་ལྟའི་ཡས་ང་ཚོ་ཐོག་མར་ཡ་ཕྱི་ཞིག་རྒྱག་པ་ཡིན་ནའང་སྤྱི་ལོ་ཆིག་སྟོང་ལྔ་བརྒྱ་བཅོ་བརྒྱད་ཀྱི་ལོ་ལ་ད་ལྟ་སྣེ་གདོང་གོང་མ་ངག་དབང་བཀྲ་ཤིས་གྲགས་པ་མཆོག་གིས་སྡེ་སྲིད་ཕག་གྲུ་རིམ་བྱོན་ད་དྲེལ་དཔུང་ལ་ཡར་ཕེབས་པའི་སྐབས་ལ་ཁོ་རང་ཚོ་རྣམ་པ་ཚོ་ད་དྲེལ་དཔུང་ལ་བཞུགས་ཕྱག་ན་སའི་བཞུགས་གནས་རྡོ་ཁང་སྔོན་པོ་ཟས་སྦྱོར་རེད་དེ་རྒྱལ་མཆོག་སྐུ་འཕྲེང་གཉིས་པ། རྗེ་དགེ་འདུན་རྒྱ་མཚོ་ལ་ཡང་ཕུལ་བ་རེད་དེ་ཕུལ་བ་ནས་བཟུང་ང་གཅིག་གིས་ཨ་ནི་རྒྱལ་མཆོག་སྐུ་འདྲེན་གཉིས་པ་རྗེ་དགེ་འདུན་རྒྱ་མཚོས་ཁོང་རང་ཉིད་ཀྱི་ད་སྐལ་ལྡན་ལས་འཕྲོ་ཅན་གྱི་གདུལ་བྱ་དུ་མཚོ་ཨ་ནི་དགའ་ལྡན་ཆོས་ཀྱི་ཕོ་བྲང་ལ་ཡང་འགྲེང་ཡས་ཀྱི་ཏག་ཏག་དང་རྟེན་འབྲེལ་དེ་འདྲ་གྱི་ཆེད་དུ་ཨ་ནི་དགའ་ལྡན་ཕོ་བྲང་ཅེས་མཚན་གཏོགས་གནང་བ་རེད། དེ་འདྲ་ཡིན་པ་ཡིན་ཙང་ཐོག་མའི་ནི་འབྲས་སྤུངས་ལ་ད་ལྟ་གནས་རྡོ་གོང་མ་རིམ་བྱོན་གྱི་བཞུགས་སའི་འདུ་ཁང་སྔོན་མོ་ཟས་དེ་ཡི་རྒྱལ་མཆོག་ཀུན་དྲིལ་གསུམ་པ་རྗེ་དགེ་འདུན་ག་ས་ཀུན་དྲིལ་གསུམ་པ་རྒྱལ་མཆོག་བསོད་ནམས་རྒྱ་མཚོ་མཆོག་ད་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་གཅིག་ལོ་ལ་ཡང་ནི་སོག་ཡུལ་ལ་ཕེབས་པའི་སྐབས་ལ་ནི་རྒྱ་སྐྱེས་རྣམ་པ་སྤྱིའི་ཕྱག་གི་ཡང་རེད་དེའི་རྗེས་ལ་ཡང་རྒྱལ་མཆོག་ཀུན་དྲིལ་བཞི་པ་རྒྱ་བ་ཡི་མདའི་རྒྱ་མཚོའི་བར་ལ་ཡར་ལྟ་བཞུགས་གནས་གཙོ་བོ་དེ་འབྲས་སྤུངས་ཀྱི་ད་ལྟ་དགའ་ལྡན་ཕོ་བྲང་ཚེ་ཞབས་ཚོགས་ཁང་ངོ་མ་བསྒྱུར་བ་བཏང་ནས་དེ་ལ་ཡར་ལྟ་རྒྱ་སྐྱེད་གནང་ཡ་དང་འབྲས་སྤུངས་དགའ་ལྡན་ཕོ་བྲང་ཞེས་དེ་ལ་ཡར་བཞུགས་བྱ་གཙོ་བོ་གནང་བ་རེད། ད་དེ་ནས་རྒྱལ་མཆོག་ཀུན་འདྲི་ལྔ་པ་ཆེན་པོའི་སྐབས་ལ་ཆ་བཞག་པ་ཡིན་ན་རྒྱལ་མཆོག་ཀུན་འདྲི་ལྔ་པ་ཆེན་པོ་ངག་དབང་བློ་བཟང་རྒྱ་མཚོ་མཆོག་ཨེ་ནི་འབྲས་སྤུངས་ཀྱི་ད་ལྟ་དགའ་ལྡན་ཕོ་བྲང་ལ་ཡར་བཞུགས་བྱ་གནང་ཨེ་ནི་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་ཨ་ནི་བུ་ཆུ་ཀ་ནད་པོ་དང་དབུ་བརྙེས་ནས་རྒྱལ་མཆོག་ལྔ་པ་ཆེན་པོས་ད་བོད་ཡོངས་ཀྱི་ཆོས་སྲིད་ལུགས་གཉིས་ཀྱི་ཨ་ནི་ཐུགས་འགན་བཞེས་པ་ནས་བྱེད་པ་གཅིག་གིས་ང་ཚོ་གནམ་བསྐོས་གཞུང་ས་ཀ་ནད་པོ་རང་ཨ་ཅེ་ཨ་ནི་བོད་གཞུང་གི་མིང་ལ་བླ་བྲང་གི་མིང་བཏགས་པ་ཟེར་ནས་མི་འདུག་ཡང་ན་བླ་བྲང་གི་མིང་བོད་གཞུང་ལ་ཨ་ནི་བཏགས་གནང་པ་ནས་བཟུང་བ་གཅིག་གིས་ད་ལྟ་བར་དུ་ང་ཚོ་བོད་གཞུང་གི་མིང་ལ་བུ་ཆུ་ཀ་ནད་པོ་དང་ཆོས་ལེགས་རྣམ་རྒྱལ་ཟེར་འབོད་པ་འདི་ད་ལྟ་བར་དུ་དཔེར་ན་མི་ལོ་སུམ་བརྒྱ། ད་ག་ཚོད་བཞི་བརྒྱ་མ་གསུམ་ཅིག་གི་ལོ་རྒྱུས་དེ་འདྲའི་ཡོད་པ་ཅིག་ཆགས་བསྡད་ཡོད་རེད། དེ་ནང་བཞིན་གྱི་རྒྱལ་མཆོག་ཀུན་དཀྲིའི་ད་དང་པོ་ནས་ཀུན་དཀྲི་དྲུག་པ་བར་ལ་ཡ་ཨི་ནི་ཀ་ཛུ་རེད་རྒྱལ་མཆོག་ཀུན་དཀྲི་རིམ་བྱོན་གྱི་ཡབ་གཞིས་ལས་དམིགས་བསལ་གྱི་ད་ཐོབ་ད་གོ་ས་ལ་སོགས་པ་བོ་ད་དེ་འདྲས་ཀྱི་གང་ཡང་ཡར་བཞུས་པ་ད་མ་བཙལ་བ་ལ་སོགས་པ་དེ་འདྲས་ཀྱི་ལོ་རྒྱུས་གང་ལས་དམིགས་བསལ་གས་ཡོད་མ་རེད། ད་སྔོན་འཇུག་གི་ལོ་རྒྱུས་ཁག་ལ་འཁོད་པ་གཞི་ཆགས་བྱས་པ་ཡིན་ན་ད་རྒྱལ་མཆོག་ཀུན་འདྲིས་རིམ་བྱོན་གྱི་ཡབ་གཞིས་ལས་དམིགས་བསལ་གྱི་གོ་ཐོབ་དང་དེ་འདྲའི་བུ་ཡབ་ལོ་སྲོལ་དེ་ཕྱོགས་གཅིག་ནས་བསམ་བཏང་བ་ཡིན་ན་རྒྱ་མིས་གསར་གཏོད་བྱས་པ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་ད་དེ་ཡང་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་དགུའི་ལོ་ལ་རྒྱལ་མཆོག་ཀུན་འདྲིས་བདུན་པའི་ཡབ་ལས་ཡབ། ད་ལྟ་གུང་གི་གུ་ནས་གནང་བ་རེད་དེའི་རྗེས་ལ་ཡང་ཡབ་གཞིས་ཕལ་ཆེ་བ་ལ་ཡང་གུང་གི་གུང་གི་ད་གུ་ནས་གནང་ཡ་དེ་ལམ་སྲོལ་འདྲ་བ་ཅིག་ཆགས་ནས་འོ་དེ་འདྲ་ཅིག་བྱུང་བ་རེད་ཡིན་པ་ཡིན་ན་ད་དོན་དག་དངོས་ལ་ཡང་གུ་ནས་དེ་རྒྱུན་འཛིན་ཇི་མ་ཇི་བཞིན་གནང་མེད་པ་དེའི་ཕྱག་གཡོར་དཔེ་ཆ་བཞག་པ་ནས་རྒྱལ་མཆོག་ཀུན་འདྲིའི་གུ་བའི་ཡབ་གཞིས་ལ་ཡང་གུང་གི་གུ་ནས་གནང་ཡོད་མ་རེད་གུང་གི་གུ་ནས་ལས་དམའ་བ་ད་ལྟ་ཐའི་ཇི་རིམ་པ་དང་པོའི་གུ་ནས་ལས་མ་གཏོགས་ཡང་གུང་གི་གུ་ནས་གནང་མེད་པ་དེ་འདྲའི་བྱུང་ཡོད་རེད། ད་གུ་ནས་འདི་ཡི་གུང་གི་གུ་ནས་འདི་རྒྱལ་མཆོག་ཀུན་འདྲིའི་འདུན་པ་རྒྱལ་མཆོག་སྐལ་བཟང་རྒྱ་མཚོ་མཆོག་ནས་བྱེད་པ་གཅིག་གི་རྒྱལ་མཆོག་སྐུ་གོང་མ་རྒྱལ་བ་ཐུབ་བསྟན་རྒྱ་མཚོའི་བར་གྱི་ད་ཡབ་གཞིས་གནང་པ་ལ་ཡང་གུང་གི་གུ་ནས་གནང་ཡོད་རེད་ཡིན་པ་ཡིན་ནས་རྒྱལ་བའི་ཡབ་གཞིས་ད་ཀུན་འདྲི་འདུན་པ་ནས་ཀུན་འདྲི་བཅུ་བཞི་པའི་བར་དུ། རྒྱལ་མཆོག་ཀུན་འདྲི་རིམ་བྱོན་གྱི་ཡབ་གཞིས་ཁ་ལྷ་ས་ལ་ཡར་རྒྱས་བྱུང་བ་རེད་རྒྱས་བྱུང་པའི་ན་ལོ་ནས་ད་ཡབ་གཞིས་ཁ་བདུན་ལ་གུང་གི་གུ་ནན་དང་གཅིག་ལ་ཡར་ཐའི་ཇིས་ཀྱི་གུ་ནན་ལ་སོགས་པ་ཧོར་ཏི་ཁྱད་པ་གཅིག་གི་རེད་ད་རྒྱལ་མཆོག་ཀུན་འདྲི་བརྒྱད་པ་དང་རྒྱལ་མཆོག་ཀུན་འདྲི་བཅུ་གཉིས་འདི་གཉིས་གཉིས་ཀྱི་ཡབ་གཞིས་ལྷ་ཀླུ་ལ་ཡར་ཟླ་འདྲི་བཏང་བ་རེད་ལྷ་ཀླུ་ལ་ཟླ་འདྲི་བཏང་བ་དང་ཨ་ནི་ཀུན་འདྲི་དགུ་པ་གློ་བུར་དུ་ང་ཚོ་བོད་པ་བསོད་ནམས་ཀྱི་མ་བཅོས་པ་བྱས་དགོངས་པ་ཞི་བར་གཤེགས་པ་ཡིན་ཙང་ཨ་ནི་ཡབ་གཞིས་མ་བྱུང་བ་འོ་དེ་འདྲའི་གསུང་སྲོལ་ཡོད་རེད་ད་དོན་ཚོད་སྐོར་དེ་མ་སྐུ་འབྲི་རེ་རེ་བྱས་ནས་ཡབ་གཞིས་ངོ་སྤྲོད་ཞུ་དུས་ཁ་གསལ་བ་ཡོང་གི་རེད། ད་ལོ་རྒྱུས་ཁག་ལ་ཡང་བལྟས་པ་ཡིན་ན་ཡབ་གཞིས་བདུན་བྱུང་ཡོད་རེད་ཡབ་གཞིས་བདུན་བྱུང་བ་དེ་ག་རེད་ཟེར་ལབ་པ་ནས་ཨེ་ནི་རྒྱལ་བའི་ཡབ་གཞིས་ཁག་བདུན་པོ་དེ་ཡབ་གཞིས་ཐོག་མ་དེ་རྒྱལ་མཆོག་སྐུ་འབྲི་བདུན་པའི་ཡབ་གཞིས་བསམ་འགྲུབ་ཕོ་བྲང་སྐུ་འབྲི་བརྒྱད་པའི་ཡབ་གཞིས་ལྷ་ཀླུ་ཨེ་ནི་དགུ་པའི་ཡབ་གཞིས་ཟུར་ཁང་བཅུ་པའི་ཡབ་གཞིས་གཡུ་ཐོག། བཅུ་གཅིག་པའི་ཡབ་བཞི་ཕུན་ཁང། ད་ལྟ་བཀའ་ཟུར་བཅུ་གསུམ་པའི་གླང་སྟོན། བཅུ་བཞི་པའི་ཡབ་བཞི་སྟག་རྩེར་སོགས་པ་འོ་ད་དེ་འདྲ་གི་ཡབ་བཞི་ཁག་བདུན་བྱུང་ཡོད་རེད་ད་ག་ཤེད་ལ་ད་ལྟ་ཡབ་བཞི་དྲུག་ལས་བྱུང་ཡོད་མ་རེད་ཞེས་དེ་འདྲའི་ལོ་རྒྱུས་དེ་འདྲའི་འཁོད་ཡོད་རེད་ད། དེའི་ཆ་བཞག་པ་ཡིན་ན་ད་ཅི་གོང་ལ་ཞུས་པ་ནང་བཞིན་རེད་ཀུན་གྲིབ་དགུ་པ་ལ་ཡང་ཡབ་བཞི་བྱུང་མེད་པ་འོ་དེ་འདྲ་ཅིག་གསུང་སྲོལ་ཡོད་རེད། ད་གཤམ་ན་མ་ཀུན་དྲི་རེ་རེ་བྱས་ནས་ང་ཚོ་ཡབ་གཞིས་ཁག་དེ་གའི་ཞིབ་ཕྲའི་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་བྱས་ད་ཡབ་གཞིས་ཀྱིས་ང་ཚོ་གོ་རིམ་འོག་ཏུ་བཏང་པ་ཡིན་ན་ཐོ་གཅིག་ཁོ་ན་ཞུས་པ་ན་ཞིག་རྒྱལ་མཆོག་ཀུན་དྲི་བདུན་པ། རྒྱལ་བ་སྐལ་བཟང་རྒྱ་མཚོ་ནས་བྱེད་པ་གཅིག་གི་ཡབ་གཞིས་ཀྱི་རིམ་པ་འདིའི་བྱུང་བ་རེད། འདི་བྱུང་བ་ཡིན་ཙང་ད་ང་ཚོ་ཀུན་དྲི་རིམ་བྱོན་བཅས་ནས་མ་ཞུས་པ་ཡིན་ན་དང་པོ་དེ་ལ་ཡང་རྒྱལ་བ་ཀུན་དྲི་བདུན་པའི་ཡབ་གཞིས། དེ་ཡབ་གཞིས་བསམ་འགྲུབ་ཕོ་བྲང་ཟེར་དེ་རེད་བསམ་འགྲུབ་ཕོ་བྲང་དེ་མིང་ཚུར་བསྡུས་པ་ཡིན་ན་བསམ་ཕོ་བསམ་ཕོ་ཟེར་དེ་ཆགས་པ་རེད། དེ་ཡིན་དུས་ཁྱེད་དང་རྒྱལ་མཆོག་ཀུན་འདྲིལ་སྟོན་པ་རྒྱལ་བ་སྐལ་བཟང་རྒྱ་མཚོ་མཆོག་གི་ཡབ་གཞིས་འདི་ཡབ་གཞིས་བསམ་ཕོའམ་ཡ་གཞིས་བསམ་འགྲུབ་ཕོ་བྲང་འདི་ཆགས་བསྡད་ཡོད་རེད་ཡབ་གཞིས་བསམ་འགྲུབ་ཕོ་བྲང་འདི་ལྷ་ལྡན་གཙུག་ལག་ཁང་གི་ད་ལྷོ་ངོས་གསུང་ཆོས་ར་བའི་མདུན་གྱི་ངོས་ད་ལམ་འགག་གི་ཕ་རོལ་དེར་ཆགས་བསྡད་ཡོད་རེད་དེའི་ཁང་པ་དེ་ལས་ཁང་པ་ཆེན་པོ་ཨ་ནི་ཐོག་སེར་གཉིས་བྱས་པ་ཨ་ནི་ཁང་པར་ཡང་སྤིན་པས། ཡོད་པ་དེ་ཆགས་བསྡད་ཡོད་རེད་ང་མིང་དངོས་གནས་དེ་ལ་ཡབ་ཤི་བསམ་འགྲུབ་བུ་ར་དང་དུས་མིན་ལ་ཡང་ཡབ་ཤི་བསམ་བོ་ཞེས་ལབ་གི་ཡོད་རེད། ད་ཐོག་མའི་མིང་དེ་ལ་ཡང་ཨེ་ནི་ཕུན་ཚོགས་རབ་བརྟན་དཔལ་འབྱོར་ཡང་ན་དཔལ་འབྱོར་རབ་བརྟན་བྱས་ཅན་མིང་དེ་འབོད་གི་ཡོད་རེད། ད་འདི་ང་ཚོ་ལོ་རྒྱུས་གང་ལས་ཆེས་ཤེས་རྒྱ་བ་ཡིན་ན་སྤྱི་ལོའི་དུས་རབས་བཅུ་བདུན་པའི་ནང་ལོ་ལ་གུ་ཤྲི་བསྟན་འཛིན་ཆོས་རྒྱན་གྱིས་ཨན་ནི་བཞུགས་སའི་ཕོ་བྲང་བཅས་ཨན་ཕྱིས་སུ་རྒྱལ་བ་ཀུན་འདུས་བདུན་པའི་ཡབ་གཞིས་གནང་བ་ཡིན་ཙང་ཨན་དེ་ལས་ཡབ་གཞིས་ས་འབུ་ཟེར་གི་ཡབ་གཞིས་ས་འབྲུག་ཕོ་བྲང་ཟེར་མིང་དེ་བཏོགས་པ་རེད་ཡབ་གཞིས་ས་འབྲུག་ཕོ་བྲང་མིང་མ་ཐོགས་པའི་སྔོན་ལ་རྒྱལ་བ་ལྔ་པ་ཆེན་པོའི་སྐབས་ལ་གུ་ཤྲི་བསྟན་འཛིན་ཆོས་རྒྱལ་གྱི་ཕོ་བྲང་ཡིན་པ་ཡིན་ཙང་དེའི་མིང་ལ་ཡ་ཐ་ཅི་གོ་ལ་ཤི་བ་ནང་བཞིན་ཕུན་ཚོགས་རབ་བརྟན་དཔལ་འབྱོར་ཡང་ན་དཔལ་འབྱོར་རབ་བརྟན་ཟེར་གི་མིང་དེ་ཡོད་རེད། ད་དུས་རབས་བཅོ་བརྒྱད་པའི་ནང་ལོགས་ལ་དཔལ་འབྱོར་རབ་བརྟན་འདི་བོད་གཞུང་ནས་རྒྱལ་བ་ཀུན་འདྲིའི་སྟོན་པ་རྒྱལ་བ་སྐལ་བཟང་རྒྱ་མཚོའི་ཡབ་ཡུམ་གྱི་བཞུགས་གནས་ལ་གསོལ་བསྩལ་གནང་ངེས་བྱས་ལ་ཡང་ཡབ་གཞིས་བསམ་འགྲུབ་ཕོ་བྲང་ཟེར་ཏེ་མིང་མཚན་འདི་བཏགས་བྱས་དེ་ནས་ད་ཡབ་གཞིས་ཀྱི་རིམ་པ་འདྲ་པོ་དེ་དེ་ནས་འགོ་བཙུགས་ནས་བྱུང་བ་རེད། རྒྱལ་བ་ཀུན་འདྲི་རིམ་བྱོན་གྱི་ནང་ལོགས་ནས་ད་ཡབ་གཞིས་ལྷ་ས་ལ་ཡོད་པའི་ད་ཐོག་མ་ཟེར་ན་མི་འདུག་དང་པོ་དེ་ཡབ་གཞིས་བསམ་འགྲུབ་ཕོ་བྲང་རྒྱལ་བ་ཀུན་འདྲི་སྟོན་པའི་ཡབ་གཞིས་དེ་ཆགས་བསྡད་ཡོད་རེད། རྒྱལ་བ་ཀུན་འདྲི་སྟོན་པའི་ཡབ་གཞིས་ཡིན་པ་ཡིན་ཙང་ཁང་པ་ལ་སྤིན་པས་ཡོད་པ་དེ། དེ་ནི་ཡབ་གཞིས་ཀྱི་གོ་ཐོབ་ལ་བརྟེན་ནས་བྱུང་བ་ཡིན་ཞེས་ཀྱང་འདི་འདྲའི་གསུང་རྒྱུན་ཡོད་རེད། ད་ཡབ་གཞིས་བསམ་འགྲུབ་ཕོ་བྲང་འདིས་རྒྱལ་བོ་ཀུན་གྲོལ་བདུན་པའི་རྒྱལ་ཡབ་བསོད་ནམས་དར་རྒྱས་ནས་དབུ་ཚུགས་པ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ནས་ཤིང་གིས་རྒྱལ་བོ་ཀུན་གྲོལ་བདུན་པའི་ཡབ་ལི་ཡ། དེ་ནས་སྤྱི་ལོ་ཆིག་སྟོང་བདུན་བརྒྱ་བཞི་བཅུ་ཞེ་བཞི་ལོའི་ཟླ་བ་བརྒྱད་པའི་ཚེས་པ་ཉི་ཤུ་རྩ་གསུམ་ཉིན་མོ་དེ་རྒྱ་ནག་གུང་མས་གུང་གི་གུ་ནས་གནང་བ་ཡིན་པ་ཡིན་ཙང་དེ་ནས་བཟུང་བ་ཅིག་གིས་ཀུན་གྲོལ་རིམ་པའི་ཡབ་ལི་ཡ་གུང་གི་གུ་ནས་གནང་སྲོལ་དེ་དར་རེད་ཅེས་གསུང་རྒྱུན་ཡོད་རེད་ད་དེའི་སྤྱི་ལི་ཡ། ཨ་ནི། ང་སུ། བཀའ་ཡི་གོང་ལོའི་ཐང་དུ་ཀུན་དགའ་བསྟན་འཛིན་རེད་དེ་ནས་བཀའ་བློན་བཀྲ་ཤིས་རྣམ་རྒྱལ་ཨ་ནི་ཐའི་ཇི་ཕྱག་ཐོ། ཨ་ནི་ཐའི་ཇི་སུ་རམ། ཕུན་ཚོགས། དེ་ནང་བཞིན་གྱི་བཀའ་བློན་རྒྱལ་མཚན་ཕུན་ཚོགས་ཨ་ནི་ཐའི་ཇི་ནོར་བུ་བཀྲ་མདུད་ཐའི་ཇི་ཕྱག་ཐོ་དབང་ཕྱག། དེ་ནང་བཞིན་གྱི་བཀའ་བློན་དང་དམག་སྤྱི་ཚེ་དབང་རིག་འཛིན་ཨ་ནི་དྭགས་པོའི་བསྟན་འཛིན་དོན་གྲུབ་ལ་སོགས་པ་ཨོ་ད་དེ་ནས་ཆེན་པ་གཅིག་གི་ངམ་མི་རྒྱུད་རིམ་པ་ལ་ཡ་ཨ་ནི་ཁོ་ནའི་རྩལ་དུ་བྱུང་བ་ནང་བཞིན་བྱས་ནས་བོད་བཞུགས་དགའ་ལྡན་ཕོ་བྲང་པའི་སྲི་ཞུ་རིམ་པ་ལ་གྲུབ་པའི་ལོ་རྒྱུས་ཡོད་པ་གཅིག་ཆགས་བསྡད་ཡོད་རེད་རྒྱལ་མཆོག་ཀུན་གྲོལ་བསྟན་པའི་ཡབ་གཞིས་ལ་སོན་པ་ཡིན་ན། ད་དེ་ནས་གཉིས་པ་དེ་རྒྱལ་མཆོག་ཀུན་དཀྲིས་རྒྱལ་པ། སྤྱན་པའི་རྒྱ་མཚོའི་ཡབ་གཞིས་དེ་རེད་དེའི་ཡབ་གཞིས་ལྷ་འཇུག་ཁོང་ལ་ཞུས་པ་ན་ཞེས་རྒྱལ་མཆོག་ཀུན་དཀྲིས་རྒྱལ་པའི་ཡབ་གཞིས་དེ་ཡབ་གཞིས་ལྷ་ཀླུ་རེད་ལྷ་ཀླུ་ག་ཚལ། ལྷ་ཀླུ་ག་ཚལ་དེ་ཕོ་བྲང་པོ་ཏཱ་ལའི་རྒྱབ་ལོག་གི་ངོས་ལ་ཏག་ཐག་མི་རིང་བས་ང་ཚོ་ལྷ་ཀླུ་གྲོང། ཁུལ་ལ་ཡང་གནས་ཡོད་པ་ཡིན་ཙང་ཡབ་གཞིས་ལྷ་ཀླུ་ཟེར་བྱའི་མཚན་དེ་ཐོགས་པ་རེད། ཡོངས་གྲགས་ང་ཚོ་ལྷ་སའི་དམངས་ཁྲོད་ཀྱི་གླུ་གཞས་ནང་རོ་ལས་ལྷ་ས་ལྷ་ས་སྐྱིད་པ་དེ་ལས་ལྷ་ཀླུ་སྐྱིད་པ་ལྷ་ས་ལྷ་ཀླུའི་བར་ལ་རྫོང་རྒྱ་ཀླུ་སྒང་སྐྱིད་པའོ་བྱས། འོ་དེ་འདྲ་ཡིན་དུས་ནི་ལྷ་ཀླུ་དེ་ག་བ་ཆགས་ཡོད་མེད་དེ་ཕོ་བྲང་པོ་ཏཱ་ལའི་རྒྱབ་ལོ་ལ་རྫོང་རྒྱ་ཀླུ་སྒང་རྫོང་རྒྱ་ཀླུ་སྒང་གི་ནི་བར་རྒྱབ་ལོ་ལ་ཡང་ལྷ་ཀླུ། ཨ་ནི་ལྷ་ཀླུ་དང་ཕོ་བྲང་པོ་ཏཱ་ལའི་བར་ལ་ཡང་ལྷ་ཀླུ་ཆགས་ག་ཚོད་རེད་རྫོང་རྒྱ་ཀླུ་སྒང་ཆགས་ཡོད་པ་འོ་ད་དེ་གཞས་ཚིག་འདིའི་ཐོག་ནས། ས་ཆེན་ག་འདྲའི་ཆགས་ཡོད་མེད་སྐྱིད་པོ་ག་འདྲ་ཡོད་མེད་ལ་སོགས་པ་ཨོ་ད་དེའི་ཆགས་བསྡད་ཡོད་རེད་དེ་འདྲའི་རྣ་ཤིང་ཅན་ནི་གང་ལྟར་ལྷ་ཀླུ་དེའི་ཞལ་རྩེ་ན་ཡོད་པ་དེ་རེད། ད་ལྷ་ཀླུ་ག་ཙལ་ཟེར་ཡས་དེ་རྒྱལ་མཆོག་སྐུ་འདྲིའི་རྒྱལ་བ་རྒྱལ་བ་སྤྱན་དཔལ་རྒྱ་མཚོ་མཆོག་གི་ཡབ་གཞིས་ཆགས་བསྡད་ཡོད་རེད་དེ་འདྲ་ཡིན་ཙང་ཡབ་གཞིས་འདིས་རྒྱལ་བ་སྐུ་འདྲི་རྒྱལ་བའི་རྒྱལ་ཡབ་བསོད་ནམས་དར་རྒྱས་མཆོག་ནས་ད་རྒྱལ་མཆོག་སྐུ་འདྲི་བདུན་པའི་ནས་དབུ་ཚུགས་པ་ནས་ཆད་པ་བྱེད་ཀྱི་ད་གོང་གི་སྲས་དང་བསོད་ནམས་བཀྲ་ཤིས་ལ་ཡང་གུང་གི་ཁུ་ནད་ཐོབ་པ་དེ་ནང་བཞིན་གྱི་གུང་ད་ལྟ་རབ་བརྟན་རྣམ་རྒྱལ་ལ་སོགས་པ་ལ་ཡང་གུང་གི་ཁུ་ནད་རེད་དེ་ནང་བཞིན་གྱི་ད་གཡུ་རེད་གཡུ་དང་བྱུ་རུའི་ཨ་ནེ་ཐེབས་ད་ཨ་ནེ་གྲོ་ཡོད་ཏོག་ཅན་ལ་སོགས་པ་སྤུན་རིས་ཀྱི་དེ་འདྲའི་ད་རིམ་པ་མང་པོ་བྱུང་བ་ཅིག་ཆགས་ཀྱི་ཡོད་རེད་ད་གཞན་ཡང་ང་ཚོ་རྗེ་བཙུན་དམ་པ་བཞི་པ་ཧུ་ཐོག་ཐུ་བློ་བཟང་ཐུབ་བསྟན་དབང་ཕྱུག་རེད་དེ་ནང་བཞིན་གྱི་པན་ཆེན་ཀུན་བཀྲིས་བཞི་པ། ད་ལྟ། བློ་བཟང་བསྟན་པའི་ཉི་མ་ལ་སོགས་པ་དེ་འདྲ་གི་སེམས་ཆགས་དེའི་ནང་ལོགས་ལས་རེའུ་དགེ་ལུགས་པའི། ང་ཚོ། ཁ་སུ་རེ་ད། སྤྲུལ་སྐུ་དེ་འདྲ་མང་པོ་ཅིག་སྐུ་འཁྲུངས་ཡོད་པ་དེ་འདྲ་ཅིག་གསུང་གི་ཡོད་རེད་མདོར་བསྡོད་པ་ཡིན་ན་རྒྱལ་བ་ཀུན་འདྲི་རྒྱལ་བ་ཅན་པས་རྒྱལ་དུ་ཆོག་རེད་དེ་ནང་བཞིན་གྱི་ཀུན་འདྲི་བཅུ་གཉིས་པ། རྒྱལ་བ་ཁྲི་ལས་རྒྱ་མཚོའི་ཡབ་གཤེགས། དེ་གཉིས་ཀ་ལྷ་ཀླུ་ལ་ཡང་སྐུ་འཁྲུངས་པ་ཡིན་པ་ཡིན་ཙང་ཨ་ནི་ལྷ་ཀླུ་ཡང་སེམས་ཤར་གཉིས་པ་དེས་རྒྱལ་བ་སྐུ་ཕྲེང་གཉིས་ཀྱི་ཡབ་གཤེགས་དེ་བརྡ་འཕྲིན་གནང་བ་རེད་ད་དེ་ཡང་རྒྱལ་བ་ཁྲི་ལས་རྒྱ་མཚོ་མཆོག་རྒྱལ་བ་ཀུན་འདྲི་རྒྱལ་བའི་ཡབ་གཤེགས་ལྷ་ཀླུ་ལ་སྐུ་འཁྲུངས་པ་ཡིན་པ་ཡིན་ཙང་ཨ་ནི་རྒྱལ་བ་ཀུན་འདྲི་གཉིས་ཀྱི་ཡབ་གཤེགས་དེ་བརྡ་འཕྲིན་བཏང་བ་ཅིག་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ཡབ་གཤེགས་ལྷ་ཀླུ་ལ་ཡང་ཨ་ནི་ལྷ་ཀླུའི་སེམས་ཤར་གོང་མ་དང་ལྷ་ཀླུའི་སེམས་ཤར་འོག་མ་བྱས་རྗེས་གོང་འོག་གཉིས་ཡོད་པ་འོ་དེ་ཆགས་བསྡད་ཡོད་རེད་གོང་འོག་གཉིས་ཡོད་པའི་ནཱ་ལོ་ནས་སེམས་ཤར་གོང་མ་དེའི་རྒྱ་བོ་ཀུན་དྲི་བྱེད་པའི་སེམས་ཤར་དང་སེམས་ཤར་འོག་མ་དེའི་རྒྱ་བོ་ཀུན་དྲི་བཅུ་གཉིས་པའི་སེམས་ཤར་དེ་ཆགས་བསྡད་ཡོད་རེད་ཕྱིན་ལ་ལྷ་ཀླུ་དེ་ལས་སེམས་ཤར་གོང་འོག་གཉིས་ཆགས་དེ་རྗེས་ལས་ད་འདྲི་བཏང་བ་རེད། ད་རྒྱ་བོ་ཀུན་དྲི་བཅུ་གཉིས་པའི་ད་ལྟ་སྐུ་འཁྲུངས་སའི་ལྷ་ཀླུའི་སེམས་ཤར་འོག་མ་དེའི་ཐོག་མ་རྒྱལ་ཡབ་ད་ལྟ་ཕུན་ཚོགས་ཚེ་རིང་ནས་དབུ་ཚུགས་པ་ཅིག་ཆགས་ཀྱི་ཡོད་རེད་དེ་ནས་གཞུང་གི་ད་གཞིས་ཀ་དང་ཡབ་གཞིས་གསར་པ་ལས་མ་བགོས་འགྲིམ་གནང་མ་དགོས་པ་བཅས་གཙོ་དོན་གནང་རྗེས་གང་ཟག་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོ་ལ་ཨ་ནེ་བུ་ཆུ་དགའ་ལྡན་བར་ཆོས་ལས་རྣམ་རྒྱལ་ནས་རྒྱལ་བ་སྐུ་འདྲི་བཅུ་གཉིས་པའི་རྒྱལ་ཡབ་དང་ཨ་ནེ་སྐུ་ཉིད་དོན་འཚོལ་ཡ། རྒྱལ་བ་སྐུ་འདྲི་བརྒྱད་པའི་ཡབ་གཞིས་དང་བརྡ་འཕྲིན་གནང་དགོས་ཡ་གི་བཀའ་གནང་བ་རེད་བཀའ་གནང་བ་ནང་བཞིན་བྱས་ན་ཨེ་ནི་སེམས་ཤར་གོང་བ་གཉིས་པོ་དེ་ཚུར་བརྡ་འཕྲིན་གནང་བ་ཞིག་ཆགས་ཀྱི་ཡོད་རེད། ཨ་ནི་འདི་ནས་བྱེད་པ་གཅིག་གི་རྒྱ་ཡེ་ལ་ཡང་གུང་གི་གུ་ནས་ཡིན་ནས་རེད་སེ་ཡེ་ཤེས་ནོར་བུ་དབང་ཕྱུག་ལ་ཡང་ད་རིམ་པ་བཞི་པའི་གུ་ནས་དང་དེ་ནང་བཞིན་གྱི་བྱ་སྒྲོའི་ཏོག་དང་ཨིན་དྷི་རྗེས་འབྲེལ་གྱི་ང་ཚོ་བཀའ་བློན་གྱི་གུ་ནས་ཐོབ་ཡོད་རེད་དེ་ནང་བཞིན་གྱི་རྫ་ས་འཇིགས་མེད་རྣམ་རྒྱལ་རེད་དེ་ནས་གུང་ཕུན་ཚོགས་རབ་རྒྱས་དེ་ནང་བཞིན་གྱི་རྩེ་བོའི་ལུང་ཤ་དེ་ནང་བཞིན་གྱི་བཀའ་བློན་དང་ད་ལྷ་ཀླུ་ཚེ་དབང་རྡོ་རྗེ་ལ་སོགས་པ་ཨོ་ད་དེ་ནས་བྱས་ནས་ང་ཚོ་བོད་གཞུང་གི་ཆབ་སྲིད་ཀྱི་གུ་ནས་རིམ་པ་འདྲ་མིན་དེ་འདྲ་བཙལ་ཐུབ་བྱུང་ཡོད་རེད། མདོར་བསྡོད་པ་ཡིན་ན་རྒྱལ་པོ་ཀུན་འདྲིའི་རྒྱལ་པ་སྐུ་འཁྲུངས་པའི་རྗེས་ལ་ཡང་ཨ་ནེ་གུང་ལ་སོགས་པ་དེ་འདྲས་ཀྱི་གོ་གནས་ཡིན་ནི་རེད། གཞིས་ཀ་མང་པོར་དེ་འདྲས་ཐོབ་ཆེད་ག་ད་བོད་ཀྱི་ད་སྡེ་པའི་མི་དྲག་ཕྱི་དྲེག་གི་གྲས་ལ་ཡང་ཚུད་ཡོད་རེད་དེ་དེ་འདྲས་ཡིན་པ་ཡིན་ཚ་དེང་སང་ཆ་ཤས་བས་ནས་ཡབ་གཞིས་ལྷ་ཀླུ་དེའི་གཟིམ་ཤག་གི་ཤུལ་འདྲ་པོ་དེ་ཆགས་བསྡད་ཡོད་རེད་དེ་ཡིས་ང་ཚོ་བུ་རམ་པོ་ད་ཅི་གོ་ན་ཞིག་ཡོད་ན་ཤེས་རེད་བུ་རམ་པོ་ད་ལས། ད་རྒྱ་དངོས་ངེས་མ་ཐད་དྲངས་པ་ཡིན་ན་ལྷ་ཀླུ་དཀར་ཟལ་གྱི་ལྷ་ཀླུ་དྲུང་ལས་དགོངས་དོར་ཡོད་རེད་ཡབ་གཞིས་ལྷ་ཀླུ་དེ་དེང་སང་ཆགས་བཞག་པ་ཡིན་ན་ལྷ་ཀླུ་དྲུང་མི་ཨོ་ཡིན་ལྷན་ཁང་གི་ལས་དགོངས་ཆགས་ནས་ཨོ་ད་དེའི་ཤུལ་འདྲ་པོ་དེ་ལྷག་བསྡད་ཡོད་རེད་ཨོ་ད་དེ་ཅི་ཡོད་ཅེས་ད་དེ་ནས་གསུམ་པ་དེ་རྒྱལ་བོ་ཀུན་དྲིན་དགུ་པ། རྒྱལ་བོ་ཀུན་དྲིན་དགུ་པ་རྒྱལ་བོ་ལུང་རྟོགས་རྒྱལ་མཚོ་མཆོག་གིས་ད་ལྟ་རྒྱལ་ཡབ་དེ་བསྟན་འཛིན་ཆོས་སྐྱོང་མཆོག་ལ་ཡང་སྔས་མ་གི་ལམ་སྲོལ་གཞི་བཞག་བྱས་ནས་ད་ཁོང་གི་གོ་གནས་ན་ཡིན་ནའི་ཡབ་གཤིས་ཀྱི་ཚད་ལ་ཡང་ཕྱིས་སུ་ལྕང་ལོ་ཅན་བྱས་ནས་འབུལ་གྱི་ཡོད་རེད་བྱས་བྱས་དེབ་དེ་ཀུན་གསལ་མིན་རུང་ནཱ་རོ་ལ་འདི་གསལ་ཡོད་རེད་ཡིན་པ་ཡིན་ན་ད་ལྟ་མཁས་དབང་དུང་དཀར་བློ་བཟང་འཕྲིན་ལས་མཆོག་གིས་མཛད་པའི་དུང་དཀར་ཚིག་མཛོད་ཕྱི་མའི་ནཱ་ལོ་ལ་ཆ་བཞག་པ་ཡིན་ན་རྒྱལ་བོ་ཀུན་གྲོལ་སྐུ་པར་ལུང་རྟོགས་རྒྱ་མཚོའི་ད་ཡང་སྲིད་དང་ལྷན་དུ་ལྷ་ས་ལ་ཡང་ཕེབས་པའི་རྗེས་ལ་དེའི་རྗེས་འབྲེལ་གྱི་ག་ཚོད་རེ་ང་ཚོ་ཁུ་ནད་དང་ཐོབ་ཐང་ལ་སོགས་པ། ཨ་ནི་དེ་ནས་ཆེ་མཐོ་ཆེ་མཐོ་ལ་ཕྱིན་ནས་ཕྱིས་སུ་བོད་གཞུང་གི་སྐུ་དྲག་ཕྱི་དྲས་ཨ་ནི་ལྕང་ལོ་ཅན་ཞེས་པ་དེ་རེད་བྱས། འོ་ད་ཏི། དེ་དུས་ཀུན་གསལ་མེ་ལོང་དང་དུང་དཀར་ཚུལ་ཆེན་མོ་གཉིས་ཀ་ནག་ལོག་ལ་འཁོད་ཡོད་རེད། ད་ག་ཤེད་ཀྱི་ནག་ལོག་ལ་རྒྱ་བོ་ཀུན་འདྲི་དགུ་པའི་ཡབ་གཞིས་དེ་ཟུར་གང་ཡིན་ཚུལ་དེ་འདྲའི་འཁོད་ཡོད་རེད་ག་ཤེད་ཀྱི་མ་རེད་གསུང་གི་ཡོད་རེད་ག་ཤེད་ལས་རྒྱ་བོ་ཀུན་འདྲི་དགུ་པ་དགུང་ལོ་བཅུ་གཅིག་ལ་ཕེབས་པའི་སྐབས་ལ་དྭགས་གློ་བུར་དུ་དགོངས་པ་ནི་མྱ་ངན་ལས་འདས་པ་ཡིན་ཙང་ཨ་ནི་ཡབ་གཤིས་མ་བྱུང་བ་རེད་བྱས། འོ་དེ་འདྲས་ཀྱི་གསུང་སྐད་དེ་འདྲས་ཡོང་གི་འདུག་ད་ག་ད་དེའི་སྐབས་རྒྱ་བོ་ཀུན་གྲི་གུ་བའི་ཡབ་གཤིས་སྐབས་ལ་ཡང་བདུད་རྩི་མ་འདྲ་མང་པོ་ཡོད་རེད་རྣམ་པ་ཚོས་ཞིབ་ཕྲ་དཔྱད་པ་བྱེད་དགོས་ཀྱི་རེད་ཤག་ད་ག་ད་ཟུར་ཁང་ཡིན་པའི་འོ་བཏང་བ་ཡིན་ནས་ཟུར་ཁང་ཟེར་དེའི་མཚན་སྙན་སྒྲ་གཅན་གྱི་སེམས་ཤག་དེ་ཆགས་བསྡད་ཡོད་རེད་དེ་ཡིས་ང་ཚོ་བར་སྐོར་བྱང་ཆུབ་ཆོས་ལམ་གྱི་ཤར་ལྷོའི་དང་ད་ཤག་སྐྱ་རེངས་ཀྱི་དར་ཆེན་གྱི་ཉེ་འགྲམ་འདི་ལ་ཆགས་ཡོད་རེད། ཟུར་ཁང་གསལ་གྱི་དོན་དག་དེའི་ངག་རྒྱུན་ལ་ཡང་ཨེ་ལྷ་རྒྱ་རི་བའི་ཐང་དང་མི་རྒྱུད་བུ་མོ་གཅིག་བྱུང་བ་རེད་བྱུང་བ་ཡིན་ཙང་བུ་མོ་དེ་དང་པོ་ལ་ཡང་ཨ་ནི་བྱས་རྗེས་ལ་ཡང་ག་ཚོད་རེད་ཨ་ནི་མ་ལོ་ཟེར་མི་འདུག་བསླབ་སྐྱོན་བྱུང་ནས་ཁྱིམ་བཟོ་སོང་རྗེས་གང་ལྟར་ས་གཞི་དང་ཁང་པ་ལ་སོགས་པ་དེ་འདྲས་བསྐལ་བ་བླངས་རྗེས་ཁྱིམ་ཐབ་བསུས་ནས་ཁྱིམ་ཚང་ཟིན་པ་ཡིན་ཙང་དེ་ལ་ཡང་ང་ཚོ་ཟུར་ཁང་གསལ་གྱི་མིང་ཐོགས་པ་རེད། དེ་ཨེ་ལྷ་རྒྱལ་ཟེར་ཏེ་ང་ཚོ་ཆོས་རྒྱལ་མེས་དབོན་ནམ་སུ་ན་སོགས་པ་དེ་འདྲས་སྤུ་རྒྱལ་བཙན་པོའི་མི་རྒྱུད་ཆགས་ཏེ་ཡར་བ་ཨོ་ད་དེ་མི་རྒྱུད་ཡིན་པས་ཁོང་ཅིག་གསུང་དགོས་རེད་ག་ད་ཟུར་ཁང་ཟེར་གི་གཟིམ་ཤག་དེ་ང་ཚོ་བོད་གངས་ཅན་གི་ལྗོངས་ཀྱི་ལ་རྒྱ་བོད་མི་དྲག་གནས་ནས་འབྱོར་པ་ཅན་ཅིག་ཆགས་ཏེ་ཡོད་རེད། འོ་དེ་འདྲ་ཡིན་པའི་རྫ་དར་སུ་གང་བསད་གི་གཟིམ་ཆག་དེ་ང་ཚོ་ཁྱིམ་ཁྱིམ་ཚང་གཟིམ་ཆག་འབྱོར་པ་ཅན་ཅིག་ཆགས་ཀྱི་ཡོད་རེད་ལྷག་པར་དུ་གཟིམ་ཆག་དེ་ནས་བུ་ཆུ་དགའ་ལྡན་ཕོ་བྲང་གི་ད་སྤུན་རིས་མང་པོ་ཅིག་བྱུང་ཡོད་རེད་དེའི་ང་ཚོ་བཀའ་བློན་བླ་མ་ཟུར་བཀའ་དབང་ཆེན་དགེ་ལེགས་ཀྱི་ཆ་བཞག་པ་ཡིན་ནའི་གཟིམ་ཆག་དེའི་མི་རྒྱུད་ཆགས་བསྡད་ཡོད་རེད་སྙེ་མ་ད་ཟུར་ཁང་གི་གཟིམ་ཆག་དེའི་རྩ་ཐོ་ར་བ་ཕྱིན་ནས་དེང་སང་ཆགས་བཞག་པ་ཡིན་ན་ད་ཁང་པ་དེ་མེད་པ་ཆ་རྒྱ་ལུགས་ཀྱི་ཁང་པ་བརྒྱབ་རྗེས་ཁང་པ་ས་རྒྱག་གི་ཚད་ནས་ཁ་མདའ་སྟེང་ཤེས་ཡོངས་རྫོགས་ལ་ད་བོད་དང་རྒྱ་རི་ལ་སོགས་པ་དེ་འདྲས་ཀྱི་དེང་སང་ཆགས་བཞག་པ་ནས་ལྷ་སའི་བ་ཁོ་ན་ལ་ཚོང་ཁང་ཆགས་བསྡད་ཡོད་རེད་ཨོ་ད་འདི་ཅིག་བྱས་ད་དེ་ནས་བྱིས་པ་དེ་ཡབ་གཞིས་གཡུ་ཐོག་ཟེར་དེ་རེད་གཡུ་ཐོག་འདི་རྒྱལ་བ་ཀུན་འདྲི་བཅུ་གཅིག་པའི་ཡབ་གཞིས་རེད། དེ་ཡིན་པ་ཡིན་ཙང་ཡབ་གཞིས་འདི་ཡི་གཡུ་ཐོག་ཟམ་པའི་ཁྲིར་ཡང་གནས་ཡོད་པ་ཡིན་ཙང་ཨ་ནི་ཡབ་གཞིས་ཀྱི་མིང་ལས་ཡབ་གཞིས་གཡུ་ཐོག་ཟེར་ཚེ་མཚན་ཐོགས་པ་རེད་གསུངས་སྲོལ་ཡོད་རེད། ཡབ་གཞིས་གཡུ་ཐོག་འདི་ང་ཚོ་རྒྱལ་ཡབ་བློ་བཟང་སྙན་གྲགས་ནས་ཐོག་མར་འགོ་བཙུགས་པ་གཅིག་དང་དེ་ནས་དེའི་རྗེས་ལ་གཅིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་གཉིས་ཀྱི་ལོ་ལ་ད་ལྟ་ཐའི་ཇི་རིམ་པ་དང་པོའི་ཨ་ནི་དེབ་དང་གོ་གནས་ཀྱི་ཐོབ་ཐང་དང་ཨ་ནི་ད་ལོ་རེ་རེ་གི་ལྟ་བ་རྒྱས་པའི་ནང་ལོགས་ལ་ལྷ་སར་ལྷ་སར་ཡང་ཨ་ནི་ཟུར་ཁམས་འཕྲུལ་མིང་བྱུང་རྗེས་དགོངས་ཞུ་གནང་རྗེས་ཨ་ནི་ཁོ་རང་གི་ཁ་སུ་རེད་ད་འཁྲུངས་ཡུལ་ཟེར་ནས་མི་འདུག་ཕ་ཡུལ་ལ་ཡང་སུ་ཁམས་བྲག་དཀྱིལ་ཆེད་དུ་མ་ལོག་ཕེབས་ཨ་ནི་ཁོང་གཅིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་བཞི་ལོ་ལ་དགོངས་པ་རྫོགས་པ་རེད་དེའི་རྗེས་ཀྱི་ད་གཡུ་ཐོག་གི་མི་རབས་མང་པོའི་ནང་ལ་ནས་བཀའ་བློན་ལ་སོགས་པ་དེ་འདྲས་ཀྱི་མཛད་སྒོ་བཞེས་ནས་བོད་བཞུགས་དགའ་ལྡན་ཕོ་བྲང་གི་ད་སྲི་ཞུ་སྒྲུབ་མཁན་དེ་འདྲས་རིམ་པ་མང་པོ་བྱུང་ཡོད་པ་གཅིག་ཆགས་བསྡད་ཡོད་རེད། ད་ཡབ་བཞིའི་གཡུ་རྟོག་གསང་བ་དམ་པ་དཔེར་ན་བཀྲ་ཤིས་དོན་གྲུབ་མཆོག་གི་ད་ལྟ་སྐུ་ཚེ་བྱུང་བ་ཕྱི་ལོང་ཙམ་མ་བཅོས་ལྷུག་པར་བརྗོད་པ་ཟད་དེའི་ནང་ལོགས་ལ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོ་ཙམ་གྱི་ལ་ཡང་ཨིན་གཡུ་རྟོག་སྐུ་ངོ་རྒྱ་གར་ནས་བོད་ལ་ཡང་ཕྱི་ལོགས་ལ་ཕེབས་པ་ན་ཨིན་དེའི་ལོ་དེ་ལ་ཡང་རྒྱ་མིའི་ཕྱོགས་ནས་གཡུ་རྟོག་གི་ད་ལྟ་སེམས་ཤག་དེ་ཨིན་བཙོང་དགོས་པ་དེ་འདྲས་ད་འབུལ་དགོས་རབས་ཡང་ཡང་ཞུས་པ་ཡིན་ནས་ཨིན་སྐུ་ངོ་མཆོག་ནས་བཙོང་གནང་ཡོང་མ་རེད། ཨ་ནི་ཐ་མ་བོད་གཞུང་བཀའ་ཤག་ནས་ད་ལྟ་གསལ་བྱེད་ཚབ་གནང་ཡ་བྱས་ཨ་ནི་དེ་སེམས་ཤག་དེ་རྒྱ་མི་ད་ག་ཚོ་རེད་རྒྱ་མི་སྐབས་དེ་དུས་ཀྱི་ད་དམག་དཔོན་དག་དེ་འདྲས་མང་པོ་སླེབས་ཡོད་པ་ཡིན་ཙང་ཨོ་ཁོང་ཚོ་ལ་བ་བཙོང་དགོས་རེད་བྱས་ནས་གསུང་བ་ཡིན་པ་ཡིན་ཙང་ཨ་ནི་ཡབ་གཞིས་ཀྱི་ས་ཡ་དེ་རྒྱ་མི་ལ་མ་བཙོང་གི་བྱུང་བ་རེད། དེ་འདྲས་ཡིན་པ་ཡིན་ཙང་ལྷ་སའི་མི་མང་ནས་ཨ་ནི་ཡབ་གཞིས་གཡུ་ཐོག་གི་སེམས་ཤག་དེ་རྒྱ་མི་ལ་བཙོང་པ་དེ་ལ་ཡག་ད་མ་འོས་པའི་ཨ་ནི་ག་ཚོ་རེད་ང་ཚོ་གཏམ་དེ་འདྲས་མང་པོ་བཤད་པའི་གནས་ཚུལ་བྱུང་བ་རེད་དེའི་རྗེས་ལ་ཡང་ཨ་ནི་ཀུན་དབང་གཡུ་སྟོད་མཆོག་ལྷ་ས་ལ་ཡང་བཞུགས་ཤག་དེ་འཕྲིན་རིས་ནས་ད་ལྟ་གནས་ཡར་ཞུས་རྗེས་བཞུགས་ཤག་གནང་བ་རེད་བྱས་ཨོ་ད་འདི་གཡུ་སྟོད་ཁོང་གིས་ད་ལྟ་སྐུ་ཚེ་ཆུང་བ་བརྗོད་པ་དེ་ན་འདི་གསལ་ཤག་ད་ཉིད་རབ་ཆ་བཞག་པ་ནས་ད་ལྟ་སྐུ་ཚབ་གྲགས་ཆེན་གཡུ་སྟོད་བཀྲ་ཤིས་དོན་གྲུབ་ལགས་སིམ་ཤག་གཡུ་སྟོད་ཀྱི་མི་ངོ་ཆགས་བསྡད་ཡོད་རེད་དེང་སང་ཆ་བཞག་པ་ཡིན་ནས་ཡབ་གཞིས་གཡུ་སྟོད་དང་གཡུ་སྟོད་བཙན་ཁང་དང་གཡུ་སྟོད་ཟམ་པ་ལ་སོགས་པ་ད་ལྷ་སར་ཆ་བཞག་པ་ནས་གནའ་ཤུལ་གྲགས་ཆེན་ཁག་དང་ཚོ་ལྷག་མ་གནས་པ་དེའི་ནང་ནས་ད་གཡུ་ཐོག་ཟམ་པ་ཙམ་མ་གཏོགས་གཞན་དག་ལྷག་མ་གནས་མེད་པ་ཚང་མ་རྩ་མེད་དྲག་པོ་བྱིན་པ་འདི་ཆ་དེ་ཡོད་རེད། ད་འདི་ནས་འདིའི་རྗེས་ལ་ལྔ་པ་དེ་ཡབ་གཞིས་ཕུན་ཚོགས་ཁང་ས་ཡབ་གཞིས་ཕུན་ཁང་སེ་དེ་རེད་རྒྱལ་མཆོག་སྐུ་འདི་བཅུ་གཅིག་པའི་ཡབ་གཞིས། ཡོངས་གྲགས་ང་ཡབ་གཞིས་ཕུན་ཁང་ཟིག་ཡོད་རེད་མཚན་ཆ་ད་ལ་ཡབ་གཞིས་ཕུན་ཚོགས་ཁང་ས་ཟིག་ཡོད་རེད་བ། འདི་ཡི་རྒྱལ་བ་སྐུ་འདི་བཅུ་གཅིག་པའི་ཡབ་གཞིས་རེད་འདི་ཡི་རྒྱལ་མཆོག་སྐུ་འདི་གོང་མ་ཚོའི་ལམ་སྲོལ་ནང་བཞིན་བྱས་ནས་ཨེ་ནི་རྒྱལ་བ་སྐུ་འདི་བཅུ་གཅིག་པའི་ད་ལྟ་རྒྱལ་ཡབ། ཚོང་བ་དོན་གྲུབ་ལ་ཡང་ཨ་ནི་གུང་གི་ཆོ་ལོ་རེ་བཀའ་ཤག་ནས་ད་ལྟ་གུས་བཤེས་ཧ་ཅང་གི་རྒྱ་ཆེན་པོ་གནང་ཡོད་རེད་དེ་ནང་བཞིན་གི་ཕུན་སྒང་ལ་ཡང་ཨ་ནི་གུང་བཀྲ་ཤིས་རྡོ་རྗེ་ལ་སོགས་པ་དེ་འདྲས་ཀྱི་གྲགས་ཅན་མི་སྣ་མང་པོ་བྱུང་ཡོད་པ་དེ་ནང་བཞིན་གི་རྒྱལ་བ་ཀུན་གྲི་བཅུ་གཅིག་པ་དང་རྒྱལ་བ་ཚུལ་ཁྲིམས་རྒྱ་མཚོའི་ཡབ་གཞིས་ཕུན་སྒང་དེའི་ཚ་ཆག་ས་དེ་ལྷ་སའི་ཤ་ས་ཟུར་གྱི་ནུབ་བྱང་ཙམ་དེ་ལ་ཆགས་བསྡད་ཡོད་རེད་དེང་སང་ད་གཟོད་སྔོན་མ་ང་ལྷ་སར་ཕྱིན་པའི་སྐབས་ལ་ཨ་ནེ་སྟེང་ཐོག་འདི་གྲོང་མིའི་སྡོད་ཁང་ཆེ་འོག་ཁང་སྟོང་ཚོ་ཟ་ཁང་དང་ཚོང་ཁང་ལ་སོགས་པ་དེ་འདྲའི་ཆགས་བསྡད་ཤ་ད་ཡབ་ཅིག་གི་ཁ་གསོ་རའི་མི་ངོ་དག་དེའི་རྒྱུ་བ་དོན་ཚོར་གེ་རག་ཡོད་མ་རེད། ད་འདི་ནས་དྲུག་པ་འདི་ཡབ་གཞིས་གླང་མདུན་རེད་རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་རྒྱལ་བ་སྐུ་གོང་མ་རྒྱལ་བ་ཐུབ་བསྟན་རྒྱ་མཚོའི་ཡབ་གཞིས་འདི་ཡབ་གཞིས་གླང་མདུན་རེད། འདི་ཡི་རྒྱལ་མཆོག། ཚེ་རྒྱལ་མཆོག་སྐུ་འདྲེན་བཅུ་གསུམ་པ་ཆེན་མོ་མཆོག་ད་ལྟ་གནས་ཆེན་ཙཱ་རི་དང་ཨ་ནི་རེའུ་ཤན་ཏི་ད་ལྟ་ཉི་ཐབ་ཟེར་ནས་མི་འདུག་ཡང་ན་ཤར་ཕྱོགས། ང་ཚོ་དྭགས་པོ་ལ་ཡང་དྭགས་པོ་སྟོད་དང་དྭགས་པོ་སྨད་ཟེར་གཉིས་ཡོད་པའི་ནང་ནས་དྭངས་སྨད་ཀྱི་ཡུལ་གྱི་བྱེ་བྲག་ད་ལྟ་གླང་གླིང་ལྷ་འབའ་སེ་ཡ་དི་དང་ཨ་ནི་རེའུ་གླང་ཆེན་འགྱིང་བ་འདྲ་བའི་མདུན་ལ་ཡང་གནས་པ་ཡོད་པ་ཡིན་ཙང་ཨ་ནི་ཁོང་རང་རྒྱལ་བ་ཀུན་འདུས་བཅུ་གསུམ་པའི་འཁྲུངས་ཡུལ་དེ་གླང་མདུན་ཞེས་བྱའི་ཞུ་གི་ཡོད་རེད། ཨ་ནི་ཡབ་གཞིས་ཀྱི་མཚན་ལ་ཆ་བཞག་པས་ནས་ལྷ་ས་ལ་ཡབ་གཞིས་ཀྱི་མཚན་ལ་ཡང་གླང་མདུན་ཟེར་ཏེ་མཚན་དེ་རང་ཅག་ཐོག་བསྡད་ཡོད་རེད། ད་ཡབ་གཞིས་གླང་མདུན་འདི་རྒྱལ་བ་ཀུན་འདུས་བཅུ་གསུམ་པ་ཆེན་པོའི་ཡབ་ཀུན་དགའ་རིན་ཆེན་ནས་དབུ་ཚུགས་ཨ་ནི་ཡབ་ལ་ཡང་སྔས་མག་གི་སྐྱེས་མཆོག་ཀུན་འདུས་གོང་མ་གཙོས་ལམ་སྲོལ་ནང་བཞིན་བྱས་ནས་གུང་གི་ཆོ་ལོ་དང་ནོར་བུའི་ཏོག་དང་རྨ་བྱའི་བྲོ་ཐོང་ལ་སོགས་པ་རེད་དེ་ནང་བཞིན་གྱི་གུས་ཤིས། རྒྱ་ཆེན་པོ་གནང་ཡོད་པ་ཡིན་ཙང་ཨ་ནི་ཡབ་གཞིས་གླང་མདུན་ཟེར་ཏེ་ཅི་ནས་བྱུང་བ་རེད་ད་རྒྱལ་བོ་དགུང་གྲི་བཅུ་གསུམ་པ་ཆེན་པོའི་ཡབ་གཞིས་གླང་མདུན་འདི་ལྷ་ས་ལ་ཆགས་པའི་ནང་ནས་ལྷ་སའི་དང་ད་ཕྱིས་སུ་བྱས་པ་ནས་དམག་ཁུལ་ཁང་གི་ཉེ་འཁྲིས་འདི་ལ་ཆགས་ཡོད་རེད་ངོ་ད་འདི་རྒྱལ་བོ་དགུང་གྲི་བཅུ་གསུམ་པའི་ཡབ་གཞིས་ཆེ་ད་འདི་ནས་ཡབ་གཞིས་ཀྱི་མཐའ་མ་འདི་ད་ལྟ་འཚོ་བཞིན་གཤེགས་པ་རྒྱལ་བོ་དགུང་གྲི་བཅུ་བཞི་པ་ཆེན་པོ་མཆོག་གི་ཡབ་གཞིས་འདི་རེད་ཡབ་གཞིས་འདི་དེབ་གཞིས་སྟག་རྩེ་རེད་བ་རྒྱལ་བོ་དགུང་གྲི་བཅུ་གསུམ་པ་ཆེན་པོ་མཆོག་ད་འཁྲུངས་ཡུལ་སྟག་རྩེ་ནས་འཁྲུངས་པ་ཡིན་ཙང་ཡབ་གཞིས་ཀྱི་མཚན་ལས་ཡབ་གཞིས་སྟག་རྩེ་རེད། འདི་ཡིས་རྒྱལ་པོ་ཀུན་དགའ་བཅུ་ཆེན་པོ་བཅུ་བ་ཡང་ཤེས་ཞེས་བཤད། དེ་ཡིས་ང་ཚོ་ཆགས་སེར་འདི་ལྷ་སའི་ཐང་དང། ཁ་ཚིག་ང་ཚོ་གླིང་ག་མང་པོ་ཡོད་པའི་ནང་ལོ་ནས་ལྷ་སའི་ཐང་དང་ཅང་སེ་བཞི་ཆགས་ཀྱི་གླིང་ག་འདི་ཡོད་ས་ལ་ཡོད་རེད་ཅང་སེ་ཆགས་ལ་ཆགས་ཡོད་རེད། ཡབ་གཞིས་བརྟག་ཚེ་དེ་ཡིས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་གི་ལོ་ལ་ད་ལྟ་ལྷ། བསྟན་གཙུག་ལག་ཁ་ཟུར་དང་ལྷ་ས་གྲོང་ཁྱེར་གྱི་ཅང་སྲིབ་ཤཱ་ལི་ཨ་ནི་ལྷ་བུ་ལྟར་ཐུབ་བསྟན་བསྟན་བདག་རེད་དེ་ན་ཤིང་གི་ཤེར་པའང་ང་ཕོད་སའི་ངང་བ་འཇིགས་མེད་རྣམ་པ་གཉིས་ཀྱི་ཡབ་གཞིས་སྟག་རྩེ་གི་ད་མ་གང་ས་རྒྱག་གི་དོ་དམ་བསྐོ་གཞག་གནང་ང་ནང་བཞིན་བྱས་ནས་ཁོང་རྣམ་པ་ཚོས་ཐུགས་འགན་བཞེས་ནས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔའི་ལོ་དེ་འདྲའི་ལྗི་ལི་ཨ་ནི་ཅང་སྲིབ་ཤཱ་གི་ས་ལྗི་ལི་ཨ་ནི་ཡབ་གཞིས་སྟག་རྩེ་གི་མ་གང་ལི་རག་དང་བཅས་པ་དེ་རྒྱས་ས་ཞིག་གནང་ནས་ལེགས་གྲུབ་བྱུང་ང། འོ་ད་འདི་ཅིག་ཆགས་བསྡད་ཡོད་རེད་ད་དེ་ཡན་ཆད་དེ། ལྷ་སའི་གྲོང་ཁྱེར་གྱི་ན་ལོ་ལ་ཡོད་པའི་རྒྱལ་མཆོག་ཀུན་དཀྲིས་བདུན་པ་ནས་རྒྱལ་མཆོག་ཀུན་དཀྲིས་བཅུ་བཞི་པ་ཆེན་པོའི་བར་ཡ་ནི་ཡབ་བཞི་ཁག་བདུན་ཡོད་པ་དེ་རེད་ད་རྒྱལ་བ་དེའི་ན་ལོ་ནས་ད་རྒྱལ་བ་ཀུན་དཀྲིས་བཅུ་པའི་ཡ་ཡབ་བཞི་དམིགས་བསལ་མ་བྱུང་བ་རེད་ཅེས་གསུང་གི་ཡོད་རེད། འོ་ད་འདི་ཡན་ཆད་འདི། དེ་ཡིན་གར་སོང་རེད། ལྷ་སའི་ནང་ལ་ཡོད་པའི་ཡབ་གཞིས་ཁག་གི། ངོ་སྤྲོད་ཤོད་དེ་དེ་ཡན་ཆད་ཟིན་མ་བྱས། ད་འདི་ནས་མ། འཕྲོས་དེ། ད་རྩ་བའི། ལྷ་སའི། ད་ལྟ་དངུལ་ཆུ་བདེ་འབག་བྱེད་བྱེད་ལྷ་སའི་ལོ་རྒྱུས་ཀྱི་ལེའུ་ལྔ་པ་དེ་ད་འདི་ནས་མ་འགོ་ཚུགས་ཡོད་རེད། ད་ལེའུ་ལྔ་པའི་ནང་ལོགས་ལ་ལྷ་ས་ལ་ཡོད་པའི་རིན་མེད་ཀྱི་དགོན་སྡེ་ཁག་དང་ཨ་ནི་ལྷ་ཁང་ཁག། དེ་རྗེས་ལོ་རྒྱུས་དེ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ད་ལྷ་ས་ལ་ཡོད་པའི་ང་ཚོ་བཙུན་དགོན་ཁག་དང་རི་ཁྲོད་ཁག་འོ་དེ་འདྲས་ཀྱི་ལོ་རྒྱུས་ཀྱི་སྡེ་ཚན་དེ་ཆགས་བསྡད་ཡོད་རེད། དེ་ནས་ད་ལྔ་བཅུ་བ་དེ་ལྷ་སའི་ང་ཚོ་རིས་མེད་དགོན་སྡེ་ཁག་ཕ་ཆེ་བཅུ་དྲུག་ཙམ་ཞིག་ཡོད་རེད་འོ་དེ་རྗེས་ཀྱི་ལོ་རྒྱུས་སྙིང་བསྡུས། འདིར་མ་ངོ་སྤྲོད་ཞུ་གི་ཡིན་ད་དེ་ཡང་ང་ཚོ་རྒྱལ་བསྟན་རིན་པོ་ཆེ་བཙན་བྱོལ་སྤེལ་གསུམ་བྱེད་ཡུལ་གྱི་ད་བསྟི་གནས་ལྷ་སར་ཆ་བཞག་པ་ཡིན་ན་རིས་མེད་གྲུབ་མཐའ་ཁག་གི་དགོན་སྡེ་ཆེ་འབྲིང་ཆུང་གསུམ་རེད་དེ་ན་གཞན་གྱི་ལྷ་ཁང་དང་བཙུན་དགོན་དང་རི་ཁྲོད་ལ་སོགས་པ་འོ་དེ་འདྲས་མང་པོ་ཡོད་རེད་དེ་འདྲས་ཡིན་དུས་ཚོད་འཚོལ་ལོ་རྒྱུས་དུ་བསྡུས་ཟེར་ནས་མི་འདུག་ཡང་ན་སྙིང་བསྡུས་རེད་རེད་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་བྱེད། ད་དང་པོ་དེའི་སྐད་སྒྲ་ཆེ་ཤོས་དེ་ང་ཚོ་རི་བོ་གྲུ་ཚིགས་གཉིས་པའི་གཞས་མེད་ཁང་ཆེན་པོ་ཕོ་བྲང་སྤུ་ལྟར་ལ་ཆགས་བསྡད་ཡོད་རེད་ཕོ་བྲང་སྤུ་ལྟར་ལ་དེ་ཡི་སྤྱི་ལོ་དྲུག་བརྒྱ་སུམ་ཅུ་སོ་ལྔའི་ལོ་ལ་ད་སྤྱི་ལོའི་དུས་རབས་བདུན་པའི་ནང་ལོ་ལ་བོད་ཀྱི་རྒྱལ་ཐོག་སུམ་ཅུ་སོ་གསུམ་པ་འགའ་ཤས་སོ་གཉིས་བརྩིགས་ཡོད་རེད་ད་ཆོས་རྒྱལ་སྲུང་བཙན་སྒམ་པོའི་སྐབས་ལ་ཐོག་མར་ཕོ་བྲང་དཀར་པོ་གསར་དུ་བཞེངས་ན་དེ་ནས་དུས་རབས་བཅུ་བདུན་པའི་དུས་དཀྱིལ་ལ་རྒྱལ་མཆོག་ལྔ་པ་ཆེན་པོས་ཕོ་བྲང་དམར་པོ་གསར་བཞེངས་རྒྱ་བསྐྱེད་ན་སྐབས་དེ་ལ་ལྷ་བྲིས་ལ་སོགས་པ་ལག་རྩལ་གྱི་བཟོ་པ་མི་གྲངས་ཆིག་སྟོང་བདུན་བརྒྱ་དགུ་བཅུ་ལྷག་ཙམ་ཞིག་ལས་ཀ་ལས་ཞུགས་པ་དེའི་ན་ལོ་ནས་ད་རྒྱ་བྷི་བཟོ་མཁན་གྱི་རྒྱ་རིགས་ལག་རྩལ་བ་བཅུ་དགུ་ཡོད་པ་དེ་ནས་བལ་ཡུལ་ནས་ཨ་ནེ་གསེར་རི་བཟོ་མཁན་དང་ཁྲ་བཟོ་མཁན་ལ་སོགས་པ་མཁས་པ་དེ་ནས་མི་བརྒྱ་ལྷག་ཙམ་ཡོད་པ་དེ་ནས་ང་ཚོ་ནང་བསྟན་ལ་ཆ་བཞག་པའི་ནས་རྒྱལ་མཆོག་ཀུན་དྲིན་ལྔ་པ་ཆེན་པོའི་སྲིད་བཙུན་འཛམ་གླིང་རྒྱན་གཅིག་རེད་དེ་ནས་རྟེན་གཙོ་ཆོས་ལུགས་ཀྱི་ཤ་རི་ལ་སོགས་པ་རིན་ཐང་བྲལ་བའི་རྟེན་གསུམ་ཧ་ཅང་གི་མང་པོ་བཞུགས་ཡོད་རེད་ད་ཕོ་བྲང་པོ་ཏཱ་ལའི་འདིའི་ནང་ནས་གཙོ་བོ་ང་ཚོ་བོད་མི་རིགས་ཀྱི་རིག་གནས་སྒྱུ་རྩལ་གྱི་ཆུ་ཚད་ཧ་ཅང་མཐོན་པོ་ཡོད་པ་འདི་གསལ་བོ་ཆེ་མངོན་ཐུབ་ཡོད་དང་བོད་མི་རིགས་ཀྱི་བློ་གྲོས་དང་གསར་གཏོད་ཀྱི་སྙིང་བཅུད་དེ་བུ་རམ་པོ་ཏཱ་ལའི་ནང་ལོགས་ནས་མཚོན་ཐུབ་ཀྱི་ཡོད་རེད་དེ་བཞིན་དུ་བུ་རམ་པོ་ཏཱ་ལ་འདི་ལ་ཡང་གཙོ་བོ་ང་ཚོར་ཆ་ཤས་ཆེན་པོ་གཉིས་ཡོད་རེད་བུ་རམ་དཀར་པོ་དང་བུ་རམ་དམར་པོ་ཞེས་བུ་རམ་དཀར་པོ་དེ་ཆབ་སྲིད་ཀྱི་བསྟི་གནས་དང་བུ་ཆུ་ག་ནད་བུ་རང་གི་དམར་པོ་འདིས་ང་ཚོ་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་སའི་གི་བསྟི་གནས་ར་བ་གཅིག་ཆགས་བསྡད་ཡོད་རེད་ཆོས་སྲིད་ལུགས་གཉིས་ཀྱི་མཚོན་བྱེད་ར་བ་ཞེས་ཕོ་བྲང་དཀར་པོ་དང་དམར་པོ་གཉིས་ཡོད་རེད་ད་ཕོ་བྲང་པོ་ད་ལའི་ནང་ལོགས་ལ་ང་ཚོ་སྐུ་ཕྱྭ་རྣམ་རྒྱལ་གྲགས་དང་ཕན་བདེ་ལེགས་བཤད་གླིང་གི་ད་དགོན་པ་གཅིག་དེ་ནང་བཞིན་གྱི་ད་བོད་གངས་ཅན་གི་ལྗོངས་ཀྱི་དཔེ་མཛོད་དེ་ནང་བཞིན་གྱི་བོད་གཞུང་གི་བང་མཛོད་བོད་གཞུང་གི་ལས་བྱེད་གསོ་སྐྱོང་བྱེད་སའི་རྩེ་རིག་གནས་སློབ་གྲྭ་དེ་ནང་བཞིན་གྱི་ང་ཚོ་པར་ཁང་ལ་སོགས་པ་ཧ་ཅང་གི་ནས་གཞི་ཁྱོན་ཆེན་པོ་ཡོད་པ་དེ་འདྲ་ཅིག་ཆགས་བསྡད་ཡོད་རེད་ད་ཞིབ་ཕྲ་ང་ཚོ་ཞུ་གི་བལྟས་པ་ཡིན་ན་ཞུས་ཚར་ཡོད་མཁན་ཡོད་མ་རེད་ད་མདོར་བསྡུས་འདྲ་པོ་ཞུས་ན་དེ་འདྲ་འདྲ་པོ་ཅིག་བྱས། ད་གཉིས་པ་འདི་ལྷ་ལྡན་ར་ས་སྤྲུལ་པའི་གཙུག་ལག་ཁང་ཆགས་བསྡད་ཡོད་རེད་གཙུག་ལག་ཁང་འདིས་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐུ་དུས་ལ་ནི་མཐའ་བཞིའི་རྒྱལ་ཁམས་དབང་དུ་བསྡུས་ཁྱིམ་མཚེས་རྒྱལ་ཁབ་ཁག་ལ་ཡང་གཉེན་སྒྲིག་གི་འབྲེལ་བ་བཙུགས་བྱས་ད་བལ་ཡུལ་ནས་བལ་ས་ཁྲི་བཙུན་རྒྱ་ནག་ནས་རྒྱལ་ས་ཀོང་ཇོ་ལ་སོགས་པ་ཨོ་ད་རྒྱལ་བལ་གྱི་རྒྱུད་ནས་བཙུན་མོ་རྣམ་པ་གཉིས་སྐབས་ལ་བཞི། དེའི་སྐབས་ལ་ཡང་ནི། བལ་སྲས་སྤྱི་ལོ་དྲུག་བརྒྱ་སུམ་ཅུ་སོ་དགུའི་ལོ་ལ་ཇོ་བོ་མི་བསྐྱོད་རྡོ་རྗེ་དགོངས་རི་རྒྱལ་ལ་ཕེབས་པའི་སྐུ་སྲས་ལ་སོགས་པ་ད་དེ་འདྲའི་རྟེན་བྱིན་ཅན་མང་པོ་ཅིག་གདན་དྲངས་པའི་བཞུགས་གནས་ལ་ཡང་ཨེ་ནི་སྤྱི་ལོ་དྲུག་བརྒྱ་བཞི་བཅུ་ཞབས་སྟེང་གི་ལོ་ལ་གཙུག་ལག་ཁང་བཞེངས་རྗེས་ཨེ་ནི་ར་ས་གྲུ་ནང་གི་གཙུག་ལག་ཁང་ཟེར་ཏེ་མཚན་གསོལ། ད་འདིའི་རྒྱ་ཁྱོན་ལས་སྤྱི་ལེ་གྲུ་བཞི་མ་ཉིས་ཁྲི་ལྔ་སྟོང་ལྷག་ཙམ་དེ་འདྲ་བྱེད་བ་རེད་ད་ཕྱིས་སུ་རག་མ་ཕྱི་ལ་ཡོད་པའི་ཨེ་ནི་ཇོ་བོ་ཤཱཀྱ་མུ་ནེ་དེ་བཙན་པོ་ཐ་མདའ་ཁྲི་ལྡེ་གཙུག་བཙན་གྱི་སྐབས་ལ་ཨེ་ནི་ལྷ་ལྡན་གཙུག་ལག་ཁང་ཚུར་གདན་དྲངས་ནས་བཞུགས་སར་གསོལ། དེ་ནས་བྱས་ནས་ཇོ་ནང་པ་གཉིས་བཞུགས་ས་དེ་བྱེད་པོ་དེ་བསྡད་ཡོད་རེད་ད་དེ་ནང་བཞིན་གྱི་སྔས་མ་ང་ཚོ་གྲུབ་མཐའ་རྙིང་མ་ཡིན་ནི་རེད་རྒྱལ་མཆོག་ལྔ་པ་ཆེན་པོ་ནས། ད་གྲུབ་ཐོབ་སང་ཉིན་ཡིན་ན་རེད་རྒྱལ་མཆོག་ལྔ་པ་ཆེན་པོ་ནས་སོང་ང་ཅིག་གི་རེའུ་དགུ་ལུགས་པས་ད་གཙོ་བོ་ང་ཚོ་བདག་སྐྱོང་ནང་ར་པ་གཅིག་ཆགས་བསྡད་ཡོད་རེད་ད་གཉིས་ཟིན་ནས་གསུམ་པ་དེ་རྒྱ་ནང་རྒྱ་དང་ར་མ་གཅིག་གཙུག་ལག་ཁང་ཆགས་བསྡད་ཡོད་རེད་དེ་ཡིས་ང་ཚོ་བར་སྐོར་གྱི་བྱང་ངོས་དེར་ཆགས་བསྡད་ཡོད་རེད་བ་ད་སྤྱི་ལོའི་དུས་རབས་བདུན་པའི་ནང་ལོ་ལ་ཨ་ཅེ་རྒྱལ་སྲས་གདན་དྲངས་པ་ཨ་ཅེ་རྒྱལ་ས་དེ་སྤྱི་ལོ་དྲུག་བརྒྱ་བཞི་ཞེ་གཅིག་ལོ་ལ་ཨ་ནེ་ཆོས་རྒྱལ་སྲོང་བཙན་སྒམ་པོའི་བཙུན་མོ་ལ་གསོས་པ་རེད་ད་དེའི་སྐབས་ལ་ཁོང་གིས་རྟེན་སྐལ་ལས་གདན་དྲངས་པའི་ཨ་ནི་ཇོ་བོ་ཤཱཀྱ་མུ་ནི་ད་དུང་དགུང་ལོ་བཅུ་གཉིས་ལ་ཕེབས་པའི་སྐུ་ཚད་ཅན་གྱི་ཇོ་བོ་འདིས་གདན་དྲངས་པའི་བཞུགས་གནས་ལ་ཡང་སྤྱི་ལོ་དྲུག་བརྒྱ་བཞི་བརྒྱ་ཞབས་བརྟན་ལོ་ལ་ར་ས་འཕྲུལ་སྣང་གི་གཙུག་ལག་ཁང་དང་ཨ་ནི་ར་མོ་ཆེའི་གཙུག་ལག་ཁང་རྣམ་པ་གཉིས་འདི་ཆབས་ཅིག་གསར་བཞེངས་གནང་བ་རེད་འོ་ད་གཙུག་ལག་ཁང་འདི་ལ་ཡང་གྱ་གྱུའི་རྨིས་གྲུབ་ཕྱི་མ་བཞི་སྟོང་ལྷག་ཙམ་ཞིག་ཡོད་པ་འདི་ཆགས་བསྡད་ཡོད་རེད་ད་དེ་ནས་དེའི་རྗེས་ལ་སྤྱི་ལོ་ཆིག་སྟོང་བཞི་བརྒྱ་བདུན་ཅུ་དུན་བཞི་ལོ་ལ་ད་ལྟ་རྗེ་བཙུན་ཀུན་དགའ་དོན་གྲུབ་ཀྱིས་ད་ལྟ་དབུས་སྡེ་བྱམས་པ་གླིང་ལ་ཡང་ཨ་ནི་གྱོད་སྡེ་གྲྭ་ཚང་ཐོག་མར་ཆགས་སྟབས། ཨཱ་ནི་ཀོ་ཙི་སྨྲས་ལ་ད་ལྟ་ར་མ་ཆི་ལ་ཡ་གནས་པའི་སྣང་བྱེད་ད་ལྟ་བར་དུ། ཨཱ་ནི་བཞུགས་གནས་འདི་ལས་སྣང་བྱེད་ཨཱ་ནི་ང་ཚོ་སང་ཆེན་གྱོད་ཏི་གྲ་ཚང་འདི་ལས་རྔན་མ་ཆ་ཞེས་པ་ནི་གིན་འདུས་བདུན་བརྒྱ་དང་དིང་སང་ད་བརྒྱ་ལྷག་ཙམ་དེ་འདྲ་གི། གཙོ་བོ་རེ་དགུ་ལུས་པའི་བསྟན་པ་འཛིན་རྒྱུ་དཔེ་གསུམ་གྱི་ཕྱག་བཞེས་གནང་ཡོད་པ་ཨོ་ད་འདི་གཅིག་རེད། ད་འདི་ནས་ལྷ་སའི་ནང་ལོགས་ལ་གདན་ས་སེ་འབྲས་དགེ་གསུམ་གྱི་ནང་ནས་འབྲས་སྤུངས་དང་སེ་ར་གཉིས་འདི་ལྷ་སའི་གྲོང་ཁྱེར་གྱི་ཁུངས་གཏོགས་ལ་ཡོད་རེད་ད་འདི་ནང་ནས་འབྲས་སྤུངས་འདི་དེང་སང་བྱས་པ་ཡིན་ན་ད་འབྲས་སྤུངས་ཕྱག་འདེབས་མཁན་འདི་བྱ་ཡང་ཆོས་རྗེ་བཀྲ་ཤིས་དཔལ་ལྡན། ཁོང་དང་ད་བདེན་པ་ལ་ཡང་ད་ད་བདེན་པ་རིན་ཆེན་གང་ཟེར་ཅིག་འབྲས་སྤུངས་བསྟུན་གྱི་གྲོང་ཚོ་བདེན་པ་ལ་ཡང་བཞུགས་ཡོད་རེད་སྐབས་དེ་དུས་ཨ་ནེ་རྗེ་བཙུན་ཙོང་ཁ་པ་ཆེན་པོ་མཆོག་བསྟུན་ལུ་དང་ད་ཆུ་ཚན་ནས་མར་ཕེབས་པའི་སྐབས་ལ་ཨ་ནེ་བདེན་པ་རིན་ཆེན་གང་ལ

འོ་འདི་འདྲའི་ཆེ་ནས་སྒྲ་བསྒྱུར་དེ་ནས་ད་འབྲས་སྤུངས་ཟེར་གི་མིང་འདི་ད་ཅི་གོང་ལ་ཞུས་མ་གནང་ཞིང་འོ་དེ་ནས་མཚན་ཐོགས་པ་རེད་གསུང་གི་ཡོད་རེད་ད་འབྲས་སྤུངས་འདི་ཡི་ལྷ་སའི་ང་ཚོ་ནུབ་ཕྱོགས་ལ་ཆགས་བསྡད་ཡོད་རེད། འབྲས་སྤུངས་འདི་གཅིག་སྟོང་བཞི་བརྒྱ་བཅུ་དྲུག་གི་ལོ་ལ་ད་ལྟ་རྗེ་ཙོང་ཁ་པ་ཆེན་པོའི་དངོས་སློབ་བྱང་ཆོས་ཀྱི་བཀྲ་ཤིས་པ་འདས་ཀྱི་ཕྱག་བཏབ་ཨེ་འབྲས་སྤུངས་ལ་ཡང་ང་ཚོ་འདུ་ཁང་དང་གཙང་ཁང་དང་གཙུག་ལག་ཁང་དང་ཨེ་ནི་གྲྭ་ཤག་ལ་སོགས་པ་གང་དག་ཅི་རིགས་གཅིག་གིས་ཡོངས་སུ་བསྐོར་བའི་འབྲས་སྤུངས་ལ་འབྲས་སྤུངས་པ་ནང་བཞིན་གནས་པ་ཟེར་ནས་མི་འདུག་གང་ལྟར་དགོན་པ་འདི་མ་ཤེས་པས་དངོས་ལ་ཡང་ད་ལྟ་གནས་དེ་ལ་ཡང་བྲག་སྒོང་ཨ་ནི་འབྲས་སྤུངས་མ་ན་ཞིག་ཡོད་པ་ཡིན་ཙང་ཡང་འབྲས་སྤུངས་ཟེར་མཚན་གཏོགས་པ་རེད་དེ་འདྲའི་གསུང་གི་ཡོད་རེད། གང་ལྟར་འབྲས་བུ་ལ་ཡང་ཨ་ནི་བློ་གསལ་གླིང་དང་སྒོ་མང་དང་སྔགས་པ་གྲྭ་ཚང་དང་དེའང་གྲྭ་ཚང་བཞི་ཟེར་གྲྭ་ཚང་བཞི་དང་ཨ་ནི་ཁང་ཚན་བཅུ་དྲུག་དང་མི་ཚན་བཅུ་བཞི་ཡོད་པའི་འོག་ཏུ་གདན་ས་ཆེ་ཤོས་གཅིག་ཆགས་བསྡད་ཡོད་རེད་སྔས་མ་ལ་ཡང་འབྲས་སྤུངས་བདེ་མདོ་བདུན་རྒྱལ་ཟེར་ནས་གསུང་གི་ཡོད་རེད་ཡིན་པ་ཡིན་ན་སྡེ་སྲིད་སངས་རྒྱས་རྒྱ་མཚོའི་སྐུ་དུས་ལ་ད་སྡེ་སྲིད་སངས་རྒྱས་རྒྱ་མཚོ་དེ་རྒྱལ་མཆོག་ལྔ་པ་ཆེན་པོའི་སྐུ་དུས་ལ་རོལ་བ་འོ་ཁོང་གི་སྐབས་ལ་ད་ལྟ་གྲྭ་པ་བཟའ་ཟླ་ཨང་མེད་གྲྭ་གྲངས་བཞི་སྟོང་ཉིས་བརྒྱ་ལྷག་ཚར་གྱི་ཡོད་པ་དེ་འདྲའི་གཅིག་གསུངས་ཡོད་རེད། དེ་ནས་སྤྱིར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོ་ལ་གྲྭ་ཐང་གྲྭ་པའི་གྲྭ་གྲངས་ཆ་ཞག་པ་ནས་དགུ་སྟོང་དགུ་བརྒྱ་གྱ་བཅུ་ཡོད་རེད་ཅེས་དང་དོན་ཐོག་བདུན་བརྒྱ་ཟེར་དེ་ཁོ་རག་རྩིས་རེད་མ་གཏོགས་དེ་ལས་མང་ང་སྤྱིར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོ་ལ་ཆ་ཞག་པ་ནས་དགུ་སྟོང་དགུ་བརྒྱ་གྱ་བཅུ་ཐམ་པ་ཡོད་པ། འོ་དེ་འདྲའི་ཆ་དེ་ཡོད་རེད་ད་འབྲས་སྤུངས་ཀྱི་རྟེན་གཙོ་དེ་རྒྱལ་བ་བྱམས་པ་བྱམས་པ་མཐོང་གྲོལ་ལ་སོགས་པ་ད་སྐུ་གསུང་ཐུགས་དེ་གྲངས་མེད་པ་གཅིག་བཞུགས་ཡོད་རེད་ད་དགེ་ལུགས་པའི་དཀོན་དེ་ང་ཚོ་གདན་ས་ཆེན་པོ་དྲུག་ཟེར་ནས་མི་འདུག་ཡིན་ན་གདན་ས་ཆེན་པོ་གསུམ་གདན་ས་ཆེན་པོ་བཞི་ལ་སོགས་པ་རྩིས་སྲོལ་མང་པོ་ཡོད་པའི་ནང་ལས་གང་དག་གདན་ས་ཆེ་ཤོས་ཨང་ཀི་དང་པོ་དེ་འབྲས་སྤུངས་ཆ་དེ་ཡོད་རེད། ཡོད་གྲང་ང་ཚོ་དཔལ་ནཱ་ལེནྡྲའི་གཉིས་པ་བཅས་གསུང་སྲོལ་ཡོད་རེད་བ། ད་འདི་ནས་ལྔ་པ་འདི་གསེར་ཐིག་སྤྱི་གླིང་རེད་གསེར་ཐིག་སྤྱི་གླིང་འདི་ལྷ་སའི་ང་ཚོ་ཕོ་རང་པོ་ཏོ་ལས་ཕྱག་ནས་ཕྱོགས་ནས་བརྩིགས་པ་ཡིན་ནས་བྱང་ཕྱོགས་ལ་འཁེལ་གི་ཡོད་རེད། བཀའ་སྩིས་སྔེ་མ་ང་ཚོ་ལྷ་སའི་ལོ་རྒྱུས་ཞིབ་པའི་སྐབས་ལ་ལྷ་སའི་ཕྱོགས་ཞེས་མཚམས་བརྒྱད་དེ་ལས་བཀྲ་ཤིས་རྟགས་བརྒྱད་ལ་སོགས་པ་དེ་འདྲའི་གི་ཁྱད་དུ་བབས་པའི་རིར་མང་པོ་ཡོད་པའི་ངོ་སྤྲོད་ཞུས་པའི་ནང་ནས་རྒྱབ་རི་གླང་ཆེན་ཉལ་བ་འདྲ་བའི་མདུན་ལས་ཆགས་ཡོད་རེད། ད་གསེར་ཐིག་སྤྱི་གླིང་འདི་ཆིག་སྟོང་བཞི་བརྒྱ་བཅུ་དགུ་ལོ་ལ་རྗེ་བཙུན་གཙང་ཁ་བ་ཆེན་པོ་མཆོག་གིས་ད་དངུལ་ལོར་བྱམས་ཆེན་ཆོས་རྗེ་ཤཱཀྱའི་བཞི་མཆོག་གི་ཕྱག་བཏབ། དགོངས་པ་དེ་ལས་ཐོག་མར་ཕྱག་བཏབ་པའི་སྐབས་ལ་ཤིང་བསིལ་བའི་སྡོང་པོ་འོ་དེ་འདྲ་མང་པོ་ཅིག་གིས་ར་བ་ན་ཞིག་བསྐོར་ཡོད་པ་ཡིན་ཙང་དགོངས་པ་དེ་ལས་གསེར་སྒོམ་པ་བྱས་ནས་ཚེ་དེ་ནས་ཐོབ་པ་རེད་ཅེས་གསུང་གི་ཡོད་རེད་ད་གསེར་སྒོམ་པ་ལ་ཡང་གསེར་བྱེའི་དང་གསེར་སྨད་དང་སྔགས་པ་གྲ་ཚང་ལ་སོགས་པ་གྲ་ཚང་ཁག་གསུམ་དེ་ནང་བཞིན་གྱི་ཚོགས་ཆེན་ལ་ཕྱག་བཞག་པས་ན་རྒྱ་ཁྱོན་ཧ་ཅང་གི་རྒྱ་ཆེན་པོ། རྟེན་གཙོ་ལ་ཡང་ང་ཚོ་རྟ་མགྲིན་གཡང་གཟར་དང་སྤྱན་རས་གཟིགས་ལ་སོགས་པ་སྐུ་གསུང་ཐུགས་རྟེན་གྲངས་མེད་པ་དེ་འདྲས་བཞུགས་ཡོད་རེད་ད་གསེར་སྒོམ་པ་ལ་ཡང་སྔས་མ། གྲྭ་གྲངས་སེར་ལྔ་སྟོང་ལྔ་བརྒྱ་བྱས་ནས་སྲུང་གི་ཡོད་རེད་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་གྲྭ་གྲངས་གྲྭ་གྲངས་ཆ་བཞག་པ་ནི་དགུ་སྟོང་དགུ་བརྒྱ་འོ་དེ་འདྲས་ཡོད་པ་ཅིག་ཆགས་བསྡད་ཡོད་རེད་ད་དེ་ཡི་གདན་ས་སེ་འབྲས་དགེ་གསུམ་གྱི་ནང་ནས་ད་དགོན་སྡེ་ཆེན་པོ་དྲུག་གི་གདན་ས་གསུམ་གྱི་ནང་ནས་ཡ་གྱ་གཅིག་དེ་ཆགས་བསྡད་ཡོད་རེད། ད་འདི་ནས་དྲུག་པ་འདི་གསང་ཆེན་རྒྱུད་སྨད་གྲྭ་ཚང་ཆགས་རེད་ད་ང་ཚོ་གྱོད་དུས་འདི་ད་འཇིགས་རམ་ཞིག་མཉམ་དུ་ཞུས་པར་བ། རྒྱུད་སྨད་གྲྭ་ཚང་འདི་ལྷ་སྡེ་གཙུག་ལག་ཁང་གི་བྱང་ཤར་གྱི་ཕྱོགས་འདི་ལ་གནས་བསྡད་ཡོད་རེད་འདི་ང་ཚོ་རྗེ་ཙོང་ཁ་པའི་དངོས་སློབ་ད་ལྟ་རྗེ་བཙུན་ཤེས་རབ་སེང་གེ་ཆིག་སྟོང་བཞི་བརྒྱ་ཉི་གསུམ་སོ་གསུམ་ལོ་ལ་ཕྱག་བཏབ་པ་རེད། རྒྱུད་སྨད་གྲྭ་ཚང་ལ་ཡང་ད་ཁང་ཚན་འདི་ལ་ཚ་བ་དང་གསེར་ཀོང་དང་ཨ་མདོ་དང་ཏྲེ་ཧོ་དང་རྒྱལ་རོང་ལ་སོགས་པ་དེ་འདྲས་ལྔ། ཨ་ནི་ཚ་བ་ཁང་ཚན་ལས་འབྲོག་མི་དང་འདན་མ་ལ་སོགས་པའི་མི་ཚན་ཁག་བཅུ་དྲུག། དེ་ནས་ཨམ་མདོ་ཁང་རྩེར་ཕྱག་བཞག་པས་ནི། ནི་བྱ་ཁྱུང་དང་གཙང་པོ་ལ་སོགས་པ་དེ་འདྲའི་ཁ་བཞི་སྤྲེའུ་ལ་ཡའི་དཀར་མཛེས་དང་རྫ་པ་ལ་སོགས་པ་དེ་ནང་བཞིན་གྱི་རྒྱལ་རོང་ལ་ཡའི་དར་ཐོ་ལ་སོགས་པ་དེ་འདྲའི་མི་ཆེན་ཁག་མང་པོ་ཡོད་པ་འོ་དེ་འདྲའི་ཕྱག་བསྟན་ཡོད་རེད་ཁ་བརྡ་བརྒྱུད་རེ་བསྟུན་མས་གཉིས་འདིས་ང་ཚོ་སངས་རྒྱས་བསྟན་པའི་འཆད་ཉན་ཉམས་བཞེས་མཐའ་གཙོར་གནང་སའི་བསྟི་གནས་གྲབས་གཅིག་ཕྱག་བསྟན་ཡོད་རེད་སྙེ་མ་དགེ་འདུན་ཞལ་གྲངས་གྲབས་དེ་ལྔ་བརྒྱ་ལྔ་བཅུ་ང་དྲུག་འོ་དེ་འདྲའི་ཡོད་པ་གསུང་གི་ཡོད་རེད་གང་ཟག་དེང་སང་ཕྱག་བཞག་པ་ནི་དྲུག་ཅུ་རབ་བརྒྱད་དེ་འདྲ་ཅིག་མ་གཏོགས། ཡོད་མ་རེད་ད་ཁོང་རྣམ་པ་ཚོས་ད་ངས་ད་བོད་ཀྱི་སྐོར་ཞུ་གི་ཡོད། ད་ཡི་དྭགས་གསང་འདི་འཇིགས་གསུམ་ལ་སོགས་པ་འདི་འདྲ་གི་ད་འཆད་ཉན་གཙོ་བོར་ཆགས་བཞིན་གནང་གི་ཡོད་པ་གཅིག་ཆགས་བསྡད་ཡོད་རེད། ད་འདི་ནས་བདུན་པ་འདི་ལྷ་ས་ལ་ཡང་ང་ཚོ་འབྲས་སྤུངས་ཀྱི་ཉེ་འཁྲིས་ལ་ཡོད་པའི་གནས་ཆུང་རྡོ་རྗེ་བྲག་ཡང་གླིང་ཡོངས་གྲགས་ང་ཚོ་གནས་ཆུང་གྲྭ་ཚང་ཟེར་གི་རེད་པ་ཨོ་ད་འདི་འབྲས་སྤུངས་ཀྱི་མདུན་ལ་ཆགས་བསྡད་ཡོད་རེད། གནས་ཆུང་དགོན་པ་འདི་ཐོག་མར་འབྲས་སྤུངས་འདི་ཡང་གྲྭ་ཚང་གི་མཁན་པོ་ཅོག་པ་བྱང་ཆུབ་དཔལ་ལྡན་གྱིས་ཕྱག་བཏབ་པ་གཅིག་ཆགས་ཀྱི་ཡོད་རེད། ད་ལྟ་ད་ལྟའི་གནས་ཆུང་འདི་ཡི་གནས་ཀྱི་ཆོས་སྐྱོང་གི་བཀའ་ལུང་ཡིན་ནི་རེད་དེ་ནང་བཞིན་གྱི་རྒྱལ་མཆོག་ལྔ་པ་ཆེན་པོའི་བཀའ་གནང་བ་ནང་བཞིན་བྱས་ནས་དེ་སྲིད་སངས་རྒྱས་རྒྱ་མཚོས་ནི་ལྕགས་སྐོས་གནང་བ་ནང་བཞིན་བྱས་གཅིག་སྟོང་དྲུག་བརྒྱ་གྱ་བཅུ་གྱ་གཅིག་གི་ལོ་ལ་ཨུ་བཙུགས་བཅས་བཞེངས་པ་ཅིག་ཆགས་ཀྱི་ཡོད་རེད་དེ་སྲིད་སངས་རྒྱས་རྒྱ་མཚོས་ནི་དགེ་འདུན་བརྒྱ་དང་བཅུ་མན་གཅིག་བཙུགས་པ་གནང། དེའི་རྗེས་ལ་ཡང་རྒྱལ་མཆོག་སྐུ་མགྲོན་བཅུ་གསུམ་པའི་སྐབས་ལ་གྲྭ་གྲངས་བརྒྱ་དང་བཅོ་ལྔ། འོ་དེ་འདྲ་གི་ཚད་ཞིག་བཟོས་གནང་བྱས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་བར་དུ་ཨ་ནི་གྲྭ་གྲངས་དག་རང་གནས་ཡོད་རེད་ཁོང་རྣམ་པ་ཚོའི་འདུལ་ཁྲིམས་ཧ་ཅང་གི་དམ་པོ་གྱུར་པ། ཨ་ནི་གྲུབ་མཐའ་རིས་མེད་ས་དགེ་བཀའ་རྙིང། འོ་དེ་འདྲ་གཙོ་བོ་ག་ཚོད་རེད་ཆགས་ཤིག་གནང་གི་ཡོད་རེད་འོ་ད་ལྟའི་དགོན་བདག་དེས་རྩིས་ཡིག་ཚང་ལས་ཁུངས་བྱས་ནས་གཞུང་བཀོད་བྱ་བསྡད་ཡོད་རེད། ད་འདི་ནས། རྒྱལ་པོ་འདི་རྨེ་རུ་རེད་ང་ཚོ་རྨེ་རུ་ལ་རྨེ་རུ་རྙིང་པ་དང་རྨེ་རུ་གསར་པ་གཉིས་ཡོད་པ་ན་རེ་འདི་རྨེ་རུ་དགོན་གསར་ཟེར་རྨེ་རུ་གསར་པ་འདི་རེད། ཕུན་ཚོགས་ནོར་བུའི་གླིང་ཞུ་བ་རེད་འདི་ཡི་ལྷ་སའི་བྱང་ཕྱོགས་རྒྱུད་སྨད་གྲྭ་ཚང་གི་འགྲམ་འདི་ལ་གྲོང་པ་ཁྱིམ་མཚེས་རབ་ཆེན་གནས་བསྡད་ཡོད་རེད། ད་འདི་ཡི་སྤྱི་ལོའི་དུས་རབས་དགུ་པའི་ནང་ལོ་ལ་བཙན་པོ་ཁྲི་རལ་པ་ཅན་གྱི་སྐུ་དུས་ལ་ལྷ་སའི་ཕྱོགས་བཞི་ལ་ཡང་ཨེན་ཆོས་ཁང་དང་དགེ་འདུན་གྱི་སྡེ་གཉིས་བཙུགས་གནང་པ་རེད་འདི་བཙུགས་པའི་ནང་ལོ་ནས། ཤ་དུ་མི་རུ་དང་ཀ་རུ་བཅས་གསལ་བ་དེའི་ནང་ལས་ད་བཙན་པོ་གླང་སྟག་གིས་ཨནི་བསྟན་པ་ནུབ་པའི་སྐབས་ལ་བསྣུབས་པ་རེད་ཟེར་གྱི་ཡོད་རེད་ད་འདི་ནས་ཇོ་བྱེད་བོད་ལ་ཡར་ཕེབས་པའི་རྗེས་ལ་ཡང་བསྐྱར་ཨནི་དགེ་འདུན་གྱི་སྡེ་བཙུགས། དེ་ནས་རྒྱལ་བ་ཀུན་འདུས་སྲུང་མ་རྒྱལ་བ་བསོད་ནམས་རྒྱ་མཚོའི་སྐབས་ལ་ཨནི་དགེ་ལུགས་ཀྱི་ད་ལྟ་གྲོང་ཆོག་པ་དེ་འདྲས་ཆགས་དེ་ནས་སྤྱི་ལོ་ཆིག་སྟོང་དྲུག་བརྒྱ། ལྔ་བཅུ་ང་བརྒྱད་ཀྱི་ལོ་ཙམ་དེ་འདྲའི་རྗེས་ལ་རྒྱལ་མཆོག་ཀུན་འདྲི་ལྔ་པ་ཆེན་པོའི་སྐབས་ལ་དམིགས་བསལ་གྱི་ཕྱག་བཏབ་བཅས་སྙེ་མང་གི་གྲྭ་གྲངས་བཅས་པ་ཡིན་ན་སུམ་བརྒྱ་བཅས་ཨནི་སྤྱི་ལོ་ཆིག་སྟོང་དགུ་བརྒྱ། ལྔ་བཅུ་ང་དགུའི་ལོ་ལ་ཡང་གྲྭ་གྲངས་དེ་བརྒྱ་དང་བཅོ་མི་བརྒྱད་ཡོད་པའོ་དེ་འདྲ་ཅིག་ཆགས་ཀྱི་ཡོད་རེད་ད་ཁོང་རྣམ་པ་ཚོའི་གྲུབ་མཐའ་དེ་ནི་སྔས་མ་རྙིང་མ་ཆ་ཕྱིས་སུ་དགེ་ལུགས་ལ་རྒྱུགས་པ་དེ་འདྲའི་གསུང་གི་ཡོད་རེད་ད་དེང་སང་ཆགས་པའི་ནི་དགེ་འདུན་གསུམ་སོ་གཉིསའོ་དེ་འདྲ་ཅིག་ཡོད་རེད་ད་མི་རུ་མི་རུ་དགོན་པ་འདི་དེང་སང་ཆགས་པའི་ན་ང་ཚོ་བཀའ་འགྱུར་དང་བསྟན་འགྱུར་དཔར་ཁང་གི་གནས་གཞི་གཙོ་བོ་ར་བ་དེ་ཆགས་བསྡད་ཡོད་རེད། ད་འདི་ནས་དགུ་པ་འདིའི་རྨི་རུ་ཟས་དེ་རྨི་རུ་རྙིང་པ། རྨི་རུ་ཟས་ཀྱི་ཐ་སྙད་བྱུང་ཚུལ་སྐོར་ལ་ཡང་མཁས་པ་འགའ་ཤས་ཀྱིས་གསུང་ཆ་བཞག་པ་ན་གླིང་གེ་སར་རྒྱལ་པོས་ཧོར་དཔལ་བཟང་དང་སྨན་པ་ཤི་རུ་ལ་སོགས་པ། འདི་འདྲ་གི་དཔའ་རྟུལ་ཐབ་སྤུངས་དང་བཅས་པ་དོན་གཙོ་གྲུ་གུའི་ཕྱོགས་ལ་ཡང་སྨྲ་ལ་མ་བརྫང། ཤན་པ་རྨི་རུ་ཐ་མདའ་ཚེ་གྲུ་གུ་ནས་མ་སྨད་རྒྱུ་བྱུང་ནས་སྐུ་གཤེགས་པ་རེད། དེ་ནས་ཤིང་གི་ཤན་པའི་དང་ལྕམ་ནེའུ་ཆུང་ལི་ཡང་ལུ་གུའི་ཚ་ཡ་བོད་དུ་ཕེབས་རྗེས་རྨི་རྩིས་དང་སྡིག་བཤགས་ཀྱི་ཆེད་དུ་ཆུ་བོ་ཤ་ཁྱུང་མ་ནས་ཀུན་འདུས་ལི་ཡ་དགོན་པ་རྟེན་དང་བཅས་པ་དེ་ནས་བཞེངས་པ་དེ་ནས་བཟུང་བ་རྗེས་ཀྱི་རྨི་རུ་དགོན་པ་དེ་ལི་ཡ་རྨི་རུ་ཟེར་ཅེས་མིང་དེ་ནས་ཐོགས་པ་རེད་ཅེས་གསུངས་ཀྱི་ཡོད་རེད་དེའི་རྗེས་ལས་ད་རྨི་རུ་དགོན་གསར་དང་དེའི་འགྲམ་ལི་ཡ་ཁང་པ་གསར་བ་དང་ཚུར་ལས་རྨི་རུ་ཁང་གསར་ལ་སོགས་པ་དེ་འདྲས་ཀྱི་མིང་རིམ་པར་སྤྱད་ནས་བྱུང་བ་འདི་ཆགས་ཀྱི་ཡོད་རེད་ད་རྨེ་རུ་རྙིང་པ་ཟེར་ཡ་འདི་ལྷ་སའི་གཙུག་ལག་ཁང་གི་ཤར་སྒོ་ད་ཡོངས་གྲགས་ང་ཚོ་གསེར་རྟ་དགོད་གྲམ་དེ་རུ་ཆགས་བསྡད་ཡོད་རེད་ད་འདི་ཡི་སྤྱི་ལོ་ཆགས་པས་ན་སྤྱི་ལོ་གྱ་བརྒྱད་བརྒྱད་གྱ་གཉིས་དང་བརྒྱད་བརྒྱད་གྱ་དགུ་ད་སྤྱི་ལོའི་དུས་རབས་དགུ་བའི་ནང་ལོ་ལ་བཙན་པོ་ཁྲི་རལ་པ་ཅན་གྱི་གཙུག་ལག་ཁང་གི་ཤར་དུ་ད་འཇིགས་གོང་ཞུ་ན་ཤེས་རིག་ཀ་རུ་དང་རྨེ་རུ་ལྷོ་རུ་དགའ་བ་དང་དགའ་བའི་འོད་ཨ་ནི་བྱང་དུ་བྲན་ཁང་དང་བྲན་ཁང་ཐ་མ་ལ་ཟེར་ཅེ་ཧོ་དེ་འདྲས་ཀྱི་ལྷ་ཁང་དྲུག་བཞེངས་པའི་གྲས་ལ་ཡང་ཨ་ནི་ཤར་དུ་རྨེ་རུ་ཟེར་ཏེ། ཡིན་ཅེས་གསུང་གི་ཡོད་རེད་དེ་ད་ལྟ་ང་ཚོ་ད་ཅི་ཁོང་ལ་ཞུམ་ནང་བཞིན་རེད་སྒོ་ཤ་སྟག་ཡིན་པས་ཨ་ནི་འོག་ཁང་དེ་ཆགས་བསྡད་ཡོད་རེད་རྗེས་སུ་ད་ལྟ་རྨེ་རུ་དགོན་པ་དེ་ལྷ་སའི་བྱང་གི་ངོས་ལ་སྤོས་པ་ཡིན་ཙང་ཨ་ནི་དེ་ལ་ཡང་རྨེ་རུ་རྙིང་པ་བྱས་ནས་མིང་དེ་ཆགས་པ་རེད་ད་རྟེན་ཁང་དེ་ལ་ཡང་ང་ཚོ་བྱེས་བྱེས་བཀྲོངས་ཀྱི་རེད་དེ་ནས་དཔལ་མགོན་བྲམ་ཟུ་ལ་སོགས་པ་དེ་འདྲས་བཞག་ནས་བཞུགས་ས་སུས་ཡོད་རེད། འདི་གཙོ་བོ་བཀའ་ཟུར་རེད། གོང་དཀར་ཆོས་སྡེ་ཡིས་འཛིན་སྐྱོང་བྱེད་ཀྱི་ཡོད་རེད་ད་རྒྱལ་སྒོ་བྱང་སྡེ་ཤར་སྒོའི་ངོས་དེ་ལ་ཡང་ང་ཚོ་སུམ་མདོ་ཨ་ནེ་འདུ་ཁང་ལ་སོགས་པ་ཡོད་པ་དེ་འཛིན་སྐྱོང་བདག་འཛིན་གནང་སྟེ་གནས་ཆུང་གྲྭ་ཚང་ནས་གནང་སྲོལ་ཡོད་པ་དེ་ཆགས་ཀྱི་ཡོད་རེད་ད་དགེ་འདུན་ཅུང་ཟད་མ་གཏོགས་ཡོད་མ་རེད་འོ་ད་འདི་བརྗེད་ཀྱི་རེད་ད་དེ་ནས་བཅུ་བ་དེ་རྣམ་རྒྱལ་རྩ་འཕན་ཏི་ལེ་ཤེས་གླིང་དེ་རེད་དེ་གཅིག་སྟོང་ལྔ་བརྒྱ་བདུན་ཅུ་དོན་བཞི་ལོ་ལ་རྒྱལ་མཆོག་ཀུན་འདྲི་གསུམ་པ་རྒྱལ་བ་བསོད་ནམས་རྒྱ་མཚོས་ཕྱག་བཏབ། ཕྱག་བཏབ་ས་དེ་འབྲས་བུ་ལས་ཕྱག་བཏབ་པ་རེད། ཐོག་མར་འབྲས་བུ་ལས་ཨེ་འབྲས་བུ་གསང་སྔགས་ཕོ་བྲང་ལ་དེ་འདྲའི་ཕྱག་བཏབ་ནས་ཨེ་ཕན་བདེ་ལེགས་བཤད་གླིང་ཟེར་ཏེ་རྒྱལ་མཆོག་ཀུན་འདྲི་གསུམ་པ་བསོད་ནམས་རྒྱ་མཚོས་མཚན་གསོལ། ད་དེ་ཡང་རྒྱལ་མཆོག་ཀུན་འདྲི་གསུམ་པ་བསོད་ནམས་རྒྱ་མཚོ་མཆོག་ཨེ་སྲོག་ཀུན་ལ་ཡང་གདན་དྲངས་པའི་སྐབས་ལ་ཨེ་རྒྱལ་པོའི་སྐུ་ཚེ་སྲིང་ངེ་དང་རྒྱལ་མཆོག་ཀུན་འདྲི་བཅུ་གསུམ་པ་མཆོག་གི་སྐུ་ཚེ་སྲིང་ངེ་གི་ཆེད་དུ་ཨེ་རྣམ་རྒྱལ་མའི་ཆོ་ག་དག་ཧ་ཅང་གི་གྲངས་ཀ་མང་པོ་ཉིན་ལྟར་འཆང་མི་ཨེ་ནི་ཞབས་རིང་སྨིན་དྲུག་མཛད་པ་ཡིན་ཙང་ཨེ་ནི་ཆོ་གའི་ཆ་ནས་རྣམ་རྒྱལ་གྲྭ་ཚང་ཆེ་ཨེ་ནི་སྐུ་བཅར་གྲྭ་རྒྱལ་བ་ཀུན་རིག་མཇུག་གི་སྐུ་བཅར་ཡིན་པ་ཡིན་ཙང་ཨེ་ནི་སྐུ་བཅར་གྲྭ་ཚང་ཆེ་དེ་བྱུང་བ་རེད། དེ་ནས་རྒྱལ་མཆོག་ཀུན་རིག་ལྔ་པ་ཆེན་པོའི་སྐབས་ལ་ཨེ་ནི་རྒྱལ་མཆོག་ལྔ་པ་ཆེན་པོས་བོད་ཆུ་དགའ་ལྡན་ཕོ་བྲང་གསར་དུ་དབུ་བརྙེས་པའི་རྗེས་ལ་ལྟ་མི་ཆོས་སྲིད་ལུགས་གཉིས་ཀྱི་ཐུགས་འགན་བཞེས་ནས་ཨེ་ནི་དེའི་རྟེན་གཞི་ལ་ཕོ་བྲང་པོ་ཏཱ་ལ་རྒྱ་ཁྱི་གནང་ནས་ཕོ་བྲང་པོ་ཏཱ་ལ་ལ་ཡང་རྒྱལ་མཆོག་ལྔ་པ་ཆེན་པོར་བཞུགས་བཅར་གནང་ཨེ་ནི་བཞུགས་བཅར་གནང་བ་ཡིན་ཙང། རྒྱལ་མཆོག་ལྔ་པ་ཆེན་པོའི་ད་སྐུ་ལྕགས་གྲ་ཚང་རྣམ་རྒྱལ་གྲ་ཚང་གི་རྩེ་མི་གསུང་ཞབས་ཞུ་མཁན་དེ་ཡི་ཕོ་བྲང་པོ་ཏཱ་ལར་མ་སྤོས་པ་ཡིན་ཙང་ཨ་ནི་རྩེ་རྣམ་རྒྱལ་གྲ་ཚང་ཟེར་ཏེ་རྩེ་ལ་སྤོས་པའི་ཆ་ནས་རྩེ་རྣམ་རྒྱལ་གྲ་ཚང་ཟེར་མཁན་བྱུང་བ་རེད། རྣམ་རྒྱལ་གྲ་ཚང་དང་ཨ་ནི་རྒྱལ་ཚབ་གནང་མྱོང་བའི་ང་ཚོ་གླིང་ག་ཁག་གི་གྲ་པ་ལ་ཡང་ཨ་ནི་སྐུ་ཞབས་ཟེར་གི་འོ་མིང་འདི་ད་གོ་གནས་དང་ཐོབ་ཐང་ཆེད་དུ་འབོད་སྲོལ་རབ་གཅིག་བྱུང་བ་རེད། གླིང་ཁ་དེ་ཁ་ཟིག་ཉི་མ་ང་ཚོ་ཤི་བ་རེད་རྒྱལ་ཕྱོགས་ཁ་ཟུ་རེད་ད་རྒྱལ་ཚབ་དང་སྲིད་སྐྱོང་གནང་མྱོང་བའི་དགོན་པ་ཁག་ཤི་ང་ཅིག་ལྷ་ས་ལ་ཡོད་པ་དེ་ཁ་ཟིག་ཉི་མ་ངོ་སྤྲོད་ཞུ་བ་ཧོ་ད་དེ་ཚོ་ཆགས་བསྡད་ཡོད་རེད་སྙེ་མ་གཅིག་སྟོང་ཁ་ཟུ་རེད་དགེ་འདུན་བརྒྱ་དང་བདུན་ཅུ་དེ་སྔ་ཡོད་བ་ཆགས་བསྡད་རེད་ཁོང་རྣམ་པ་ཚོས་ད་རྒྱལ་ཕྱོགས་སྐུ་འདྲེ་རིམ་བྱོན་མིའི་གྲུབ་མཐའ་རེད་མེད་གནང་བ་ཡིན་ཙང་ཨ་ནི་སྐུ་ཕྱྭ་གྲྭ་ཚང་གི་དེའི་གསུང་ཞབས་ཞུ་སྒོར་ཞུ་དགོས་དགོས་ཡོད་བ་ཡིན་ཙང་ཨ་ནི་གྲུབ་མཐའ་རེད་མེད་ད་དུས་ནང་ནས་གཙོ་བོ་ང་ཚོ་ས་དགེ་རྙིང་གསུམ་ཆགས་ཤིག་གནང་གི་ཡོད་པ་དེ་ཆགས་བསྡད་ཡོད་རེད། ད་འདི་ནས་བཅུ་གཅིག་པ་འདི་གྲྭ་བཞི་རེད་གྲྭ་བཞི་དགོན་པ། འདི་གསེར་དགོན་པའི་གཡོན་གྱི་ངོས་ལ་ད་སྤྱི་ལེ་གསུམ་ཙམ་ཅིག་གི་ས་ཆ་ལ་གནས་ཡོད་རེད་ཐོག་མར་ས་ཆ་འདི་ལ་ཡང་ཨ་ནི་བཀའ་བརྒྱུད་པའི་དགོན་པ་ཅིག་ཡོད་པ་དེ་འདྲས་ཅིག་གསུང་གི་ཡོད་རེད་དེ་ནས་རྒྱལ་མཆོག་ལྔ་པ་ཆེན་པོའི་སྐུ་དུས་ལ་འདི་དགེ་ལུགས་པའི་དགོན་པ་ལ་བསྒྱུར་རེད་བསྒྱུར་དགོན་ཅིག་ཆགས་ཀྱི་ཡོད་རེད་དེ་ནས་རྒྱལ་བ་ཡབ་སྲས་ཀྱི་ད་བརྟན་བཞུགས་དགོན་པ་ལ་ཡང་བསྒྱུར་རེ་ཡིན་པ་ཡིན་ཙང་ཨ་ནི། བརྟན་བཞུགས་ཆོས་འཁོར་གླིང་བཅས་ཀྱི་དགེ་སྦྱོར་ལྔ་པ་བྱིན་པའི་མཚན་གསོལ་བ་འདི་འདྲ་བཅས་ཆགས་ཀྱི་ཡོད་རེད། ད་འདི་ནས་དེའི་རྗེས་ལ་ཀི་ཚང་བྱ་ཡང་སྨོན་ལམ་སྐབས་ལ་ཡང་ཨ་ནི་ད་ལས་གྲྭ་བཞི་དགོན་པ་འདི་རྒྱ་སྐྱེད་གནང་བ་བཅས་ཆགས་ཀྱི་ཡོད་རེད། ད་གྲྭ་བཞི་ཟེར་དེ་ཐོག་མར་འདི་ལ་ཡང་གྲྭ་གྲངས་དགེ་འདུན་བཞི་ལས་མེད་པ་ཡིན་ཙང་ཨ་ནི་གྲྭ་བཞི་ཟེར་ནས་མཚན་བཏོགས་པ་འདི་ད་ལྟའི་དག་རང་མཚན་རང་ཆགས་བསྡད་ཡོད་རེད་དེའི་རྗེས་ལ་ཡང་དགེ་འདུན་ཞལ་གྲངས་ཉི་ཤུ་རྩེ་ལྔ་བར་དུ་མ་བཞག་ཕར་ཆགས། བར་བར་རེད། ད་ཀི་ཚང་འཇང་སྨོན་ལམ་སྐབས་ལ་རྒྱ་སྐྱེད་གནང་མཁན་ལོ་རྒྱུས་སྲུང་ཡ་གཅིག་ལ་ཀི་ཚང་འཇང་སྨོན་ལམ་ནི་རྒྱ་ནག་གུང་མས་རྒྱ་ནག་ལ་མ་གདན་དྲངས་པའི་རྗེས་ལ་ཡར་ལྷ་ས་ལ་ཡར་ཕྱིར་ཕེབས་གནང་བའི་སྐབས་ལ་རྒྱ་ཡི་ལྷ་མོ་གཅིག་ཀི་ཚང་འཇང་སྨོན་ལམ་གྱི་ཆིབས་ཞག་གི་ད་ཆིབས་རྗེས་ལ་མ་དྲངས། ལྷ་ས་བར་དུ་ཕེབས་འདི་ནས་ད་ལྟའི་ང་ཚོ་བཀྲ་ཤིས་ལྷ་མོ། ཆགས་ས་དེ་ལ་ཡང་ཆགས་ནས་ད་འདི་ནས་ང་ཡར་འགྲོ་གི་མེད་ཟེར་གསུངས་པ་རེད་བྱས་ནས་དེ་ལ་ཡང་གནས་ཆགས་པ་རེད་གསུངས་དང་གཅིག་དང་ཨ་ནི་སྐྱིད་ཟ་བྱའམ་སྨོན་ལམ་སེར་ལ་ལ་ཡང་ཕེབས་ཀྱི་ཡོད་པས་ཛང་ཨ་ནི་ཁྱེད་རང་འདི་ནས་ཡར་ཡོང་ན་འགྲིག་གི་མ་རེད་བྱས་ནས་ཨ་ནི་དེ་ལ་ཡང་གནས་ཤིག་ཆགས་པ་རེད་གསུངས་དང་གཉིས་ཡོད་རེད་འོ་དེའི་བྱས་ནས་གང་ལྟར་བཀྲ་ཤིས་ལྷ་མོ་དེ་སི་རེ་ནས་མ་གཤམ་ཆགས་ཡས་དེ་རེད།